ཁོང་གསུངས། དེ་ཤར་ན་དྲེགས་སེར་དྲེགས་སེར་ཤར། དེ་མེད་ན་དྲེགས་སེར། ཕྱག་རྒྱར་ཡོད་པ་ཐམས་ཅད་ལ་ཞིང་དེའི་ཀིང་ཀི་སྦྲང་ནད་ཀྱི་ལི་སྟོད་པ་ཡིན་རྣམས་ཀྱི་མདུན་ཕྱོགས་དུ་བསྡད་པའི་ཕྱག་འཚལ་ལོ། ཞེས་ཕྱག་བྱིན་སྔོན་དུ་བཏང་ནས་འདི་རིང། སྐུ་ཡི་སྒོ་བསྟེན་གསུང་གསན་དང་འབྲེལ་རིས་མེད་མཁས་དབང་གི་སྒྲོག་ལང་ཆེན་པོ་འཚོགས་པའི་སྐབས་འདི་ལ། སྐྱབས་རྗེ་མཁན་རིན་པོ་ཆེ་རྣམ་པའི་དབུས་པའི་མཁས་དབང་དགེ་འདུན་མང་ཚོགས་དང་བཅས་པ་ལ་ཨ་ནེ་དང་སྒོ་གསུམ་གྱི་ཤ་སྔོན་དུ་བཏང་ནས་ད་དེ་རིང། ད་ངས་རྒྱལ་གཞིས་རྡོར་དྲིལ་གྱིས་མ་བཞུ་ཡ་ལ། ད་ངས་རིམ་པ་གསུམ་རྗེས་ནས་དུ་བསམ་བློ་བཏང་བཞག་ཡ་ད་ག་ཚད་ཚ་ཡས་མི་ཤེས་ཏེ། དང་པོ་དེ་ལ། སྔ་འགྱུར་རྙིང་མའི་ཕྱོགས་ནས་སེལ་ཅིང་ཡིག་ཆ་གཞིར་བཟུང་སྟེ་རེ་བ། ད་ནངས་སོ་ད་གྲྭ་ཚང་རང་ནས་བརྗོད་གཞི་ཞིག་གནང་ཡོད་རེད་བ་འོ་ད་འདིའི་ཐད་ལ་ཨ་ནི་ཟིན་མཚམས་ག་འདྲི་ག་འདྲི་བྱེད་དགོས་གོ་རེད་ཟེར་ད་དང་པོ་དེ་ལ་འདི་ཞུ་ཡ་བྱེད། གཉིས་པ་དེ་ལ་ཨ་ནི་བརྗེད་གཞི་འདིའི་ཐད་ལ་ད་དེང་སང་དེང་རབས་ཀྱི་ཚིག་དེང་རིག་པ་གཞི་ཆགས་ཅན་ད་ཚིག་དེང་རིག་པ་དེང་སང Philogeas Philologias གསུང་གི་འདུག་བ་ད་འདི་གཞི་ཆགས་ཅན་ནས་དགོངས་པ་བཞེས་ན། ཨ་ནི་ཞེས་ཕྱོགས་དེ་ད་ག་འདྲི་ཞིག་སྟངས་སྟངས་སྟངས་གོ་གོ་ས་རེད་ཟེར་ད་དོན་ཚུལ་ནུས་པ་དེ་འདི་བྱེད་འདི་འདི་ངས་ད་སྐར་མ་བཅོ་ལྔ་ནང་ལོགས་ས་ཨེ་ཐུབ་བྱས་ཨ་ནི། ད། གཙོ་སྐྱོང་རིན་པོ་ཆེ་ལ་ད་གལ་སྲིད་སྦྱིན་སྲིད་བྱུང་ན་ཁ་སང་རྒན་དཔལ་ལྡན་གྲྭ་པ་མཆོག་ནས་དྲི་བ་གལ་ཆེན་པོ་ཁ་ཤས་གསུངས་གནང་སོང་བ་ལ་ད་འདི་ལ་དམིགས་བསལ་གྱི་ཟོག་ཆེན་དང་འབྲེལ་ནས་གསུངས་གཏང་སོང་མཆོག་གཅིག་འདི་ང་ལ་འགན་ཡང་ཡོད་རེད་ད་ང་རྙིང་མའི་ཕྱོགས་ནས་ཡིན་པས་ཡིན་མདོག་མདོག་འདྲ་རེད་བ་ལ་ཨ་ནི་གཉིས་ནས་ད་ངས་ཁྱེད་ཀྱི་ཞི་བོ་དེ་འགས་ཤེས་ཀྱི་མ་རེད་དེ་ཡིན་ན་ཡང་ད་ལྟ་བར་དུ་ང་ད་ད། འཇར་མན་ཧམ་བོག་སུ་ལ་མཐོ་སློབ་ཀྱི་ད་ནི་དགེ་རྒན་ཆེན་མོ་མཁས་དབང་རྡོ་ཅང་ཕྱུག་གི་ལམ་སྟོན་འོག་ལ་བྱས་ནས་བཞི་བཅུ་ཅན་ནས་ལོ་བདུན་འགྲོ་གི་ད་ལོ་རྫོགས་ཆེན་རང་གི་ཐོག་ལ་ཏི་ཏིས་ཅིག་ངས་ཐུགས་མི་གསོ་ཡས་རེད་ནས་ཅི་ཤེས་སམ་ས་ཁ་སང་རྒན་ལགས་ཀྱི་པད་མ་སི་ཀི་དགེ་ཆེན་བདེ་ཆེན་བྱོན་ནས་གསུངས་གནང་སོང་ར་བ་འོ་ད་འདི་བྱས་ད་དང་པོ་དེ་ལ་ད་ངས་འདུག་ཞུ་དེ་ད་ད་བརྗོད་གཞི་འདི་ལ་ད་ང་སོ་བདེན་པས་མཐོང་བའི་འགྲེལ་བརྗོད་ཀྱི་སྟོང་ཆ་རྟོགས་པའི་ཕྱིར་ཤེས་བྱ་ཟེར་ཏེ་ད་བདག་གིས། སྔ་མ་དེ་ལ་ད་ནི་འགན་ཡང་ཡང་མ་རིང་ཞིག་ནས་གསུངས་ས་རེད་ད་འདིས་འགན་བདེན་པའི་ཕྱོགས་ལ་བྲེལ་སྟངས་དེ་དེ་བཞིན་རེད་བ། ཡིན་ནའི་རྙིང་མའི་ཕྱོགས་ལ་གོ་བ་ལེན་སྟངས་དེ་དེས་ཁ་ཁ་ཡོད་རེད་དེ་ད་དེ་འདྲ་གི་ཡོང་མ་རེད་དེས་ཁ་ཁ་རང་གསུངས་གི་རེད་ད་འདི་ཡིན་པའི་རྒྱུ་མཚན་ལ་བལྟས་ནས་འདི་ཕ་ཆེ་ང་སོ་ས་གས་ས་ནས་ཚང་མ་ཡོངས་སུ་གྲགས་པ་རེད་རེད་བ། བྱང་གི་མེ་ཕག་རིན་པོ་ཆེ་དང་དཔའ་རིས་བ་བློ་བཟང་རབ་བྱེད་དང་སྤྲུལ་འཁོར་སྦྲག་དཀར་སྤྲུལ་སྐུ་ད་ཡིག་ཆ་ཚང་མ་མཇལ་ཡོད་ཅེས་འདི་འདྲ་ཆགས་བསྡད་ཡོད་རེད། ད་འདིའི་ཐད་ནས་གང་ལྟར་ཆ་སྐད་ཤ་གཅིག་མ་ཤེས་འོང་སྟེ་ང་སོ་གཞི་ལམ་འབྲས་གསུམ་སྐད་ཤེས་དང་རང་བཞིན་ཤེས་ཡོང་གོ་ཆགས་འདུག། བཞི། གནས་ལུགས་རིག་པ་ཀྱི་འཕེལ་རིམ་ཡང་བསམ་བློ་གཏང་དགོས་ཀྱི་འདུག་ལ་དེ་ག་ནང་བཞིན་ལམ་དང་འབྲས་བུ་ཡང་དེ་དེ་བཞིན་བཞིན་དགོངས་པ་བཞེས་དགོས་ཐུག་གི་འདུག་ར་བ། དེ་ནས་ད་བསྡུས་བྱུང་སྟེ་དེ་ནས་བཞི་གནས་ལུགས་རིག་པ་ཀྱི་ཐོག་ནས་བསྡམས་ན་ད། སྲོལ་རྒྱུན་དང་པོ་ལྔའི་སྲོལ་རྒྱུན་ཡིག་ཆ་བཞི་ཆ་ཅན་བཞུགས་ར་བ། ད་སྲོལ་རྒྱུན་ཡིག་ཆ་བཞི་ཆ་ཅན་དེ་མ་བཞུགས་སོང་ན། ཁོར་ཡུག་གསར་བ་དེ་ལ་གང་ཟག་གི་བདག་འཛིན་ཡིན་པས་ད་གཅིག་ཏུ་གང་ཟག་བདག་འཛིན་མ་གཏོགས་ཆོས་ཀྱི་བདག་འཛིན་ཁོར་ཡུག་གསར་བ་ས་ནས་བཞེས་ཀྱི་ཡོང་མ་རེད། དེ་ག་ནང་བཞིན་བྱས་ནས་ཆོས་ཀྱི་བདག་འཛིན་ལ་ད་གཅིག་ཏུ་ཤེས་སྒྲིབ་ཡིན་པ་དེ་ཁྱེད་རང་སུ་ཡི་ལུགས་ལ་ཡིན་ནས་གཅིག་པ་བྱས་ནས་བཤད་ཀྱི་ཡོད་རེད། དེ་ག་ནང་བཞིན་བྱས་ནས། དེ་ག་ནང་བཞིན་བྱས་ནས། ད་ལྟ། ཁྱོད་ཀྱི་བདག་འཛིན་ཚད་དེ། ག་ལྟར་ཆགས་དེ། སྔོན་པ་ནས་བཤད་པའི་ཉན་ཐོས་ད་ལྟའི་དཔེ་རྒན་ཆེན་པོ་ར། སྔོན་པ་ནས་བཤད་པའི་ཉན་ཐོས་དེ་ལ་སྔོན་པ་ནས་བཤད་པའི་ཉན་ཐོས་དགྲ་བཅོམ་པ་དེ་མཐའ་གཅིག་ཏུ་དགྲ་བཅོམ་པ་དངོས་གནས་རང་ཡིན་པར་བཞེད་ཀྱི་ཡོད་རེད་ད་དེ་དགྲ་བཅོམ་པ་མ་ཡིན་པ་རྩ་ནས་བཞེད་ཀྱི་ཡོང་མ་རེད་དེ་གཅིག་པ་རེད་ཐེག་མཆོད་པའི་སྐབས་ནས་བཤད་པའི་དགྲ་བཅོམ་མ་གི་དགྲ་བཅོམ་པ་ཁྱད་པར་ག་སྐད་ཅིག་ཡོང་མ་རེད་གཅིག་པ་གཅིག་ཚན་བཞེད་ཀྱི་ཡོད་རེད། དེ་ག་ནང་ཡི་རྗེས་ནས་ཐར་པ་ཐོབ་པ་ལ་ལྟ་བ་ཐར་དུ་ས་མདོ་གོ་གི་ཡོང་པར་ད་ད་ནང་ཡི་རྗོད་གཞི་ལ་ཡོད་རོ། ཐར་པ་ཐོབ་པ་ལ་དཔེར་ན་ང་སོ་གར་སེ་ནང་ད་ནམ་རྗེའི་དགེ་འདི་མི་ཆོག་ལ་ཡིན་ན་མངོན་རྟོགས་རྒྱན་གྱི་གཞུང་འདི་རང་བཞིན་པའི་གཞུང་བཞེད་ཀྱི་ཡོད་ར་སྔ་འགྱུར་ཡི་དེ་བཞེད་ཀྱི་ཡོང་མ་རེད་མངོན་རྟོགས་རྒྱན་གྱི་གཞུང་འདི་གཞུང་ཕྱི་མོའི་དབུ་མ་གི་གཞུང་ལ་བཞེད་ཀྱི་ཡོད་རེད་གཞུང་ཕྱི་མོའི་གཞུང་ལ་ད་དེ་གཞུང་འདི་ཐོས་རང་གང་གི་ལུགས་སུ་བཀྲལ་ནས་འབྲི་གི་ཡོད་རེད་བྱས་ཙང་ཐལ་འགྱུར་པའི་ལུགས་ལ་ཡང་ཐེག་པ་གསུམ་གྱི་རྟོགས་རིགས་ཁ་ཁ་ཡོད་རེད་འདུག་སུ་ཡིན་པ་སོང་ཙང་ཨ་ནི་ད་དེ་དཀའ་ངལ་གང་ཡང་ཡོང་མ་རེད་དེའི་ཐོག་ནས་ད་གང་ལྟར་བྱས་ཙང་ཐོག་ལ་རྩོད་གཞི་ཞིག་བཞག་ན་དེ་འདྲ་ཅི་རེད་ཟེར། ད་འདི་ཐོག་ནས་དེ་ག་ནང་ཡིན་རྗེས་ནས་ང་ཚོ་སེ་འདི་ཉིན་མོ་སྐྱེས་ཕོ་ཡང་སྐྱིད་མོ་བཞིན་དུ་ཅི་སྟེ་མེད་ཟེར་སྐད་ཆ་འདི་ཚོ་ལ་ཡང་ཏན་ཏིག་ཡིན་ལ་ཅུང་ནས་ཚིག་དང་གཉིས་ཡོད་རེད། ཁོ་རུས་གསར་བར་གྱུར་པའི་ཐོག་མ་རིག་པ་དེ་བཞག་ནས་ད་བདུད་རྗེ་རྣམ་བཤད་ནམ་ཅན་ཚིག་དང་གཅིག་དང་ཨ་ནི་མ་རིག་པ་ཁོ་རང་ནི་ཉིན་མོ་ཅན་མ་ཡིན་པའི་མ་རིག་པ་དེ་བཞག་ལས་དེ་ནི་བསྙེན་པར་བདུད་བྱེད་པའི་ལས་དེ་ལ་ཟག་མེད་ཀྱི་ལས་བཞག་ནས་མཐར་བསམ་གྱིས་མི་ཁྱབ་པའི་འཆི་འཕོ་བ་བར་དུ་ཤེས་སྒྲིབ་ཁོ་རང་ནི་ཐུག་ནས་ཏན་ཏིག་ཡིན་ལ་ཅུང་ནས་ཚིག་དང་ཆོད་རེད་ད། འདི་ལ་ནམ་བྱིང་ལ་སོགས་ཡན་ལག་བཅུ་ནི་སྐད་ཆ་མ་ཡིན་པར་བྱས། ལྟ་འདིའི་དབང་དུ་བསམས་པ་ལ་འདིའི་ནང་ལོགས་ཀྱི་སྲེད་པ་དང་ལེན་པ་དེ་སྲེད་ཀྱི་ཉིན་མོ་ཅན་མོ་ཡང་སྐྱིལ་མོ་ཞིག་ཏུ་ཅི་སྟེ་མེའི་ཚལ་གྱི་སྲུང་ས་དེ་ལྟར་འདི་སྲེད་པ་དེ་ཉིན་མོ་ཅན་མ་ཡིན་པའི་སྲེད་པ་ལ་ལྟ་ད་ནི་མེ་ཕ་རོལ་མི་ཞིག་ཏུ་བྲལ་ནས་འགྲོ་དགོས་ཡོད་རེ་བ་ལ། འོ་ད་འདི་གི་ཐོག་ནས་དེ་འདྲ་ཞིག་རེད་ད་གང་ལྟར་ཅང་ངས་འདིའི་ཐོག་ནས་ངའི་གདན་བསམ་གྱིས་འགྲིག་གི་འདུག་དྲན་གི་འདུག་ག་སོགས་མང་ཆེ་བ་ད་དགོངས་བསྡད་ཀྱི་འདུག་བ་ལགས་སོ། དེ་འདྲ་ངས་གདན་རབས་བཞི་བཅུའི་ཐོག་ནས་བསམ་བློ་བཏང་ཡས་བདག་གིས་དགོངས་འདུག་ཨ་ནི་གསོ་སྦྱོང་བ་བདག་གི་གཉེན་ངེས་ཀྱི་གསོ་སྦྱོང་མཁན་རིན་པོ་ཆེ་གསུངས་སོང་ཨ། ད་ང་རང་སོ་སྐྱེ། གང་ཞིག་ལུང་ལས་མེད་བཞིན་དུ་དེ་ནི་མེད་ཕྱིར་གསུང་གིས་བར་ཏེ་ཡེ་ནས་ལུང་འདི་དང། དང་པོ་ཤེས་ཁ་ཅན་ན་རྒྱ་གར་གྱི་མཁས་པ་རྣམས་ནི་སེ་བྷི་འདྲ་བུ་ཅན་ཆོས་ཀྱི་གཞུང་ལ་ཆེ་ཆུང་བློ་གྲོས་རོ། ད་ཕ་ཆེ་ང་ཚོ་ཚང་མས་ཁས་ལེན་དགོས་རེད་ཨེ་ད་ད་ལེགས་སྦྱར་ལ་ཡོད་རེད་སེ་ཆུང་བློ་གྲོས་ཀྱི་འགྲེལ་པ་དེ། ཤེ་ཆུང་བློ་གྲོས་ཀྱི་ག་རེ་དྲངས་རེད་ཟེར་འོང་སྟེ་གང་ཞིག་ལུང་ལས་ལམ་འདི་ནི་མེད་པར་ཅང་ཞིག་མེད་ཅེས་གསུངས་ཟེར་ཏེ་ལུང་ལས་ལགས་ཏེ་ཤེས་རབ་ཀྱི་ཕར་ཕྱིན་པ་ལས་ལུང་དྲངས་རེད་བདག་གིས་གོང་དུ་མཁན་རིན་པོ་ཆེ་གསུངས་སོང་བ་དེ་ག་རང་ཆགས་དགོས་རེད་དབོན་ཅེ་ན། ཕག་གི་རྩ་ནི་ཁས་མི་ལེན་མཁན་གཅིག་གིས་ལ། རྒྱལ་བཟང་ད་འདི་ག་རེ་རེད་ཞོག་འོང་འདི་ད་ངས་བསམ་བློ་བསམ་བློ་བྱས་ནས་ད་ད་འདི་ཞིག་ཁ་བྱས་ན། ད་གང་འདྲ་བྱས་འདི་འཕེལ་རིམ་གྱི་བཞུགས་སྒོ་དུ་གཉེར་ལ་ར་བ་ད་འདི་འཕེལ་རིམ་དུ་བཞུགས་འོང་འདི་ད་ང་ཚོ་ད་འདི་བཞུགས་འདི་གཅེན་གཅུང་ཡོང་འོང་འདི་བཞི་བ་ལྷ་གནས་ཅེས་འདི་ཡ་བཅོམ་ལྡན་འདས་ཀྱི་བར་དུ་ཐུགས་ཡ་གི་སྐད་བཤད་གིན། ད་དང་པོ་བཞི་བ་ལ་རང་གིས་ད་གཅེན་གཅུང་ཚང་མས་གཟིགས་ཞིབ་པ་བྱས། ད་འདིའི་མངལ་ལ་འགྲོ་ན་ཟླ་བ་དྲག་པོ་གཞུང་ལ་འགྲོ་གི་ཡོད་རེད་ད་དུས་ཚོད་ཏག་ཏག་ཡོད་རེད་ཁོ་ཚོ་གོ་རིམ་ཏག་ཏག་བྱས་ནས་སྔ་ཕྱི་བར་མ་ཆད་པར་ངས་ད་ལྟ་དཔྱད་རྩོམ་ལ་དེ་ག་ར་འགྲིག་ཡོད་མགོ་ངོ་ཆུ་ནས་ནོར་མེད་དེ་ནས་ཟླ་བ་དྲག་པོ་ཡོད་རེད་ད་ཟླ་བ་དྲག་པོའི་མངལ་ལ་ཅི་གསལ་ཁ་དཀྲོག་བྱས་ན་ལེགས་ལྡན་འབྱེད་རག་གི་རེད་ད་ལེགས་ལྡན་འབྱེད་ཀྱི་མངལ་ལ་འགྲོ་ན་ཆོས་ཀྱི་གྲགས་པ་རག་གི་རེད་ཆོས་ཀྱི་གྲགས་པ་གི་མངལ་ལ་ཕྱོགས་ཀྱི་གླང་པོ་རག་གི་རེད་ཕྱོགས་ཀྱི་གླང་པོ་གི་མངལ་ལ་དབྱིག་གཉེན་རག་གི་རེད་དབྱིག་གཉེན་མངལ་ལ་ཐོགས་མེད་རག་གི་རེད་ཐོགས་མེད་མངལ་ལ་འཕགས་པ་ལགས་རག་གི་རེད་འཕགས་པ་ལགས་ལ་ཀླུ་སྒྲུབ་རག་གི་རེད་ད་དུས་རབས་གཉིས་པ་སླེབས་ས་རེད། ད་དུས་རབས་གཉིས་པའི་གི་སྔས་ལ། ཐེག་པ་ཆེན་པོ་གི་གཞུང་དེ་འདྲ་གི་དབུ་མ་ནང་བཞིན་བཤད་བསྡད་མཁན་གི་གཞུང་གཅིག། ད་ང་ཚོ་དད་པ་དང་ན་དེ་རེ་ཞིག་ངལ་གསོ་བྱ་བྱབ་རྒྱུ་ནས་བསམ་བློ་བཏང་ན། ད་ཡོད་ན་རག་གོ་གོ་ར་ད་ཡིག་ཆ། ཡིག་ཆ་མ་རག་ན་ད་ང་དེ་འདྲ་འདྲེ་ངན་དུ་སོར་གི་དེ་ཚོ་ཕན་གི་མི་འདུག་ཨ། ཡིག་ཆ་རག་གོ་གོ་ར་ད། ཡིག་ཆ་མེད་རེད་ག་ད་ད་དེ་ཚོ་དངོས་སུ་བྱས་ཡ་མེད་རེད་ད། ཤེས་བྱ་ལ་མེད་ཚེ་ངས་ན་ཡ་ཞུ་ཐུབ་ཡ་ཡོང་མ་རེད། ད་དངོས་སུ་བྱས་ཡ་མེད་རེད་ད། ད་གདོང་ནང་བློ་བསམ་བློ་བཏང་ནས་ཐེག་པ་ཆེན་པོ་གི་མདོ་བཅུ་ཐམས་པ་རག་རེད་དུས་རབས་དང་པོ་གི་སྨད་ད་དུས་རབས་གཉིས་པ་ལ་ཐེག་པ་ཆེན་པོ་གི་མདོ་བཅུ་གི་ནང་ནས་གལ་ཆེ་ཤོས་ཀྱི་ག་རེ་ཡོད་སོང་ཚོ་མདོ་བསྡུས་པ་དེ་ཡོད་དེ་རེད་མདོ་བསྡུས་པ་དེ་ད་གོང་མོ་ཀླུ་སྒྲུབ་ཀྱི་ས་བ་ཤེས་རབ་ཀྱི་ཁུངས་གཙོ་ཡིན་པས་ཧ་ལམ་ད་ཚོད་པ་ཐུབ་ཀྱི་ཡོད་རེད་མདོ་བསྡུས་པ་ད་ནང་ལེགས་ཆ་ལ་བཞུགས་ཡོད་རེད་བ་ད་མདོ་བསྡུས་པ་མཉམ་དུ་ཐེག་པ་ཆེན་པོ་གི་མདོ་དེ་བཅུ་ཐམས་པ་སྐབས་དེ་དེ་རྒྱ་གང་ནས་རྒྱ་ནག་ལ་བཞུགས་རེད་བ་དེ་ཡིག་ཆ་དཔང་རྟགས་རག་གི་ཡོད་རེད། ད་འདི་རྡོ་བཅུ་ནང་ཐེག་པ་ཆེན་པོའི་རྡོ་ཤ་སྟག་རེད། ད་རྒྱ་ནག་ལ་དུས་རབས་བཅུ་གཉིས་པའི་སྐབས་སུ་བསྒྱུར་ཡིན་ན་རྒྱ་གར་རང་ལ་དུས་རབས་དང་པོ་གི་སྐུའི་ཡང་མ་ཆད་ལས་ཡོད་པ་དེ་ཧ་ལམ་སོས་པོ་ཐུབ་གི་ཡོད་རེད་ད། གང་ལྟར་ཆ་ད་དུང་ང་ཚོ་ཞོག་གོ་རོགས་བཅོམ་ལྡན་འདས་དུས་རབས་ལྔའི་ལར་བ་སྤྱི་ལོ་མ་ཤར་གོང་ལ་བཞག་དོ་རེད་ང་ཚོ་ད་ལྟ་དུས་རབས་དང་པོ་ལ་འོང་དུས་ད་སྤྱི་ལོའི་སྐབས་ཀྱི་དུས་རབས་དེ་རེད་དེ་རེད། གང་ལྟར་ཆ་ད་དུང་ཞེ་ནས་བསམ་བློ་གཏང་གི་ཡོད་རེད་བ།

ད་འདི་མཁས་པ་དེང་སང་ཁྱེད་ཀྱི་མཁས་པ་བཞི་བཅུ་མང་ཆེ་བ་གིས་འདི་དངོས་གནས་རང་སྟོན་པའི་གསུངས་པའི་ལོས་ཡིན་བསམ་ཚར་གྱི་དགོངས་ཁེ་ཡོད་རེད། ད་འདི་ལ་གསུངས་སྟངས་དེ་ག་རེ་ཡོད་རེད་གསུངས་བཅོམ་ལྡན་འདས་ཀྱིས་བདག་མེད་བསྟན་སྟངས་དེ། དཔེར་ན་སྟག་མོ་གིས་རང་གི་ཕྲུ་གུ་ཁྱེར་སོན་ནང་བཞིན་རེད་གསུངས་ཡོད་རེད་ད་ང་རང་སོན་ནང་བཞིན་དཔེ་མི་ཟིག་གིས་ཟ་བ་དང་བྱེད་ཆོག་སྐད་ཆ་ཁོ་ར་ཡོང་བ་མ་རེད་དྲང་པོ་བཤད་ན། ཁྱོད་ཀྱི་བདག་མེད་དང་གང་ཟག་བདག་མེད་ཀྱི་ཐ་སྙད་ཁོ་ར་ཡོང་བ་མ་རེད་འདི་སྐབས་སུ་ད།

དེ་ནས་བཅོམ་ལྡན་འདས་ཀྱིས་སྟོན་འོངས་ཏེ་ད་སྐབས་དེ་དུས་ཀྱི་ཁྱི་སོགས་དང་ཡུལ་དང་རྡུལ་དང་ཚང་མ་སྟོན་འོངས་ཏེ་བཏུལ་འགོ་འོངས་ཏེ་སྐབས་དེ་དུས་ཀྱི་སྟོན་ཤ་ཤ་གི་བདག་མེད་ཟེར་ནའང་ཆོས་ཀྱི་བདག་མེད་གང་ཟག་ཐ་མའི་སྐད་ཆ་ག་སྐད་ཅིག་ཡོང་མ་རེད་ཡིན་ན་ཡང་ང་སོ་རྗེས་མ་དུས་སུ་གི་ཡག་ཅིག་ཕ་སྐད་ཆའི་ག་འདྲའི་རིགས་འདུག་ཕ་དགོངས་པ་བཞིན་ན་ད་གང་ཟག་བདག་མེད་དེ་ཞག་དུས་གོས་རེད། དེ་ནས་དེ་ག་ནང་བཞིན་དེ་ནས་ད་ད་མི་ལིན་དག་གི་རྒྱལ་པོ་མི་ལིན་དག་གི་ཞུས་པའི་གི་ད་དེ་དུས་ད་པཱ་ལིའི་ཡིག་ཆ་ད་མཇལ་ཐུབ་བས་པཱ་ལིའི་ཡིག་ཆ་ད་འདི་འདུག་འདུག་དེ་ཡིན་ན་ད་བོད་སྐད་དུ་དེ་ག་བསྒྱུར་ཡོང་མ་རེད་བ་ཡིན་ན་དེང་སང་ད་ང་སོ་ད་ད་གན་བློ་བཟོ་ཅིག་ཕེབས་ཏོ། ད་ཁོང་རྣམ་པ་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་བོད་ཡིག་ཐོག་ལ་མཇལ་ཡས་པ་ཅིག་བྱུང་པ་རེད། ཨ་ངས་འདི་ག་རང་ཁུངས་གཏུགས་ནས་མ་ད་ཕ་སྐད་ཅིག་བཞག་ཡོད་རེད་བ། ད་འདི་ནང་ལོགས་ལ་གང་ལྟར་བྱང་ང་ཚོ་ཤིང་རྟ་གི་རིག་པ་ཚོ་དཔེ་གསལ་པོ་གསལ་པོ་ཡོད་རེད་ངས་འདི་ཚང་མ་བགྲང་ཡོད་ཡིན་ནས་བགྲང་ག་ཡོང་མ་རེད། ད་འདི་ཚོ་ཕ་བཏང་འོང་སྟེ་དེ་ནས་མགོན་པོ་ཀླུ་སྒྲུབ་ཀྱིས་འདི་ནས་སུ་བྱས་ནས་ད་ཤིང་རྟ་རྣམ་ལྔའི་རིག་པ་ཚེ་ཁྱི་ལི་པའི་ཚོ་འདྲ་རྣམ་ལྔ་འདི་ལ་ད་དབྱིབས་དང་འདི་ཕ་གནས་མལ་ཆེམས་དང་ཟླ་བ་གྲགས་པ་ཀྱི་རྣམ་བདེན་བྱོན་དང་གང་ཚོད་འགྲོས་དེ་འདྲ་ཅིག་རེད་བ། ད་རྡོ་སྟེ་ཡང་ནི་ངས་ག་རེ་ཞུ་དགོས་རེད་ཟེར་འོང་སྟེ་བསམ་པ་ལ། མགོན་པོ་ཀླུ་སྒྲུབ་ཀྱི་བརྔན་ལ་བཅོམ་ལྡན་འདས་ད་དུས་རབས་སྤྱི་ལོའི་སྡེ་ར་མ་ཤར་གོང་གི་དུས་རབས་ལྔ་པ་ལ་བཅོམ་ལྡན་འདས་སྐུ་དངོས་སུ་ཕེབས་ནས་མགོན་པོ་ཀླུ་སྒྲུབ་ཕེབས་ཕེབས་ཀྱི་བར་དུ་ཧ་ལམ་ལོ་ལྔ་བརྒྱ་དྲུག་བརྒྱ་ཨ་མ་ཅིག་འདུག་བ། འདིའི་ནང་ལེ་ལ་ད་ཡོད་རྒྱུད་ཀྱི་ནང་པ་སངས་རྒྱས་པ་ཞིག་ཡོད་རེད་ད་ཐེག་པ་དམན་པ་ཆེ་ཆུང་སྐད་ཆ་བཤད་དགོས་ཡ་མི་འདུག་འདི་བཤད་ན་ཡོང་ཡ་ཁོ་ར་ཡོང་བ་རེད། སྐབས་དེ་དུས་ལ་ཐེག་པ་ཆེ་ཆུང་གི་རྣམ་གཞག་མེད་བཞིན་དུ་ཐེག་པ་ཆེ་ཆུང་གི་སྐད་ཆ་ག་འདྲ་བཤད་དགོས་རེད། སྐབས་དེ་དུས་ལ་མདོ་དང་སྔགས་ཀྱི་སྐད་ཆ་མེད་བཞིན་དུ་མདོ་དང་སྔགས་ཀྱི་སྐད་ཆ་ག་འདྲ་བཤད་དགོས་རེད། སྐབས་དེ་དུས་ཡོད་རྒྱུད་ཀྱི་ཆོས་དེ་གང་དུ་ཆགས་ཡོད་རྒྱུད་དེ་ཚོ་རེད་ད། མང་ཆེ་བ་ད་ལྟ་པཱ་ལིའི་གཞུང་ལྷུན་གྱིས་འདི་ཚོ་ཆགས་བསྡད་རེད། བྱས་ཙང་འདི་ཚོ་ལ་ཡིག་རྒྱུགས་ཀྱི་གཟི་མཚམས་འདི་གི་གཞུ་མ་ད་སྒོར་མོ་བླུ་བྲུན་དུ་མ་བརྗེས་ནས་ད་ཐེག་པ་ཆེན་པོ་གི་རྡོ་རྗེ་བཅུ་ལ་སོགས་པ་ངས་ད་གི་གོང་དུ་བཞུ་མ་ཐག་པ་ད་དཔེར་ན་ཅིག་ལ་སོགས་པ་དང་ཨ་ནི་སྭ་བ་ཤ་ར་ལ་སོགས་ཟེར་འོང་དེ་ད་ཕེར་ཐ་ཕེར་ཐོག་དཔེར་ན་ཨུ་མ་སྭ་བ་ཤ་ར་ནང་ལོགས་ད་སློབ་དཔོན་བླུ་བྲུན་གྱི་བཞུ་བོ་ག་ར་བ་ཉེན་བརྡེག་པ་དེ། གལ་ཏེ་ཆོས་ཀྱི་སྟོང་འབྱོར་ན་ག་ར་གོ་འབྱུང་བ་མེད་ཅིང་འཇིག་པ་མེད་འཕགས་པའི་བདེན་པ་ཤེས་པ་ཡང་ཁྱེད་ལ་མེད་པ་ཐལ་བར་ཆོས་ཐལ་བ་བཞི་བོ་བཏང་འོང་དེ། ད་གནའ་སྔ་མོ་གི་ཉན་བརྡེག་འདི་ཚོ་ག་འདྲས་ཤིག་འགྲོ་དགོངས་ས་རེད་དེ་དགོངས་པ་བཞེས་དགོས་རོགས་ག་སོང། ད་ལྟའི་འདི་འདི་བཞིན་བཀའ་དྲུག་མ་དྲུག་རང་འགྲོ་ར། ད་འདི་འདྲ་ཅིག་དཀའ་ངལ་ཡོད་གི་ཡོད་གི་ལ་སྒང་ཕྱི་ལུང་ལི་མེ་བཞིན་དུ་ཟེར་དུས་ལུང་འདི་ལ་ཤེས་རབ་ཀྱི་ཕར་ཕྱིན་པ་ལས་བགྲང་ན་ད་ག་བ་ལས་སོང། འདི་ད་ཆོས་ནི་ད། དེང་སང་མཁས་པའི་ཞིབ་འཇུག་ཅན་ནི་ཆོས་ལོག་ཡོད་མ་རེད་ཟེར་མདོར་ན་ད། ད་མི་ལོག་ས་ལ་མི་ལོག་སུ་ཟེར་གོ་རོགས་ད་ང་རང་སོ་སྐབས་རེ་ལ་རྒྱ་གར་འཕགས་པའི་གི་གཞུང་ལ་ཐུག་འོང་དེ་ཡིད་ཆེས་ཐག་ཆད་ནས་འགྲོ་བཞག་ཡོད་དོ། ད་འདི་ཡིན་ཕྱིན་ཆོས་ནི་འགྲོ་མི་དགོས་ཡ་འདྲ་པོ་བྱེད། ཧ་ལམ་མཐའ་ལ་ཐུག་པའི་བཟོ་འདྲ་པོ་བྱེད། ཐ་ན་དུ་ཡོང་མ་རེད་རྒྱ་གར་ན་བཞེས་ཀྱི་མི་དེ་ཡང་གང་ཟག་ཅིག་རེད་བ་མི་གཅིག་རེད་བ་ནོར་བ་ཡོང་ཆོག་རེད་བ་བུ་ལས་འདི་ལས་ཡག་ག་མཁས་པ་དཔེ་མང་པོ་བཤད་ཡོད་རེད་བྱས་ཙང་ད་ཁྱོད་ཀྱི་ཕ་གི་འཕེལ་རིམ་དེ་རྒྱ་གར་ལ་ཆགས་ཡོད་རེད་བུ་ལས་ཧ་ཅང་ད་ཆགས་རེད་གཅིག་པ་ཆགས་དེ་རེད་ད་གང་ལྟར་ཆགས་འདུག་སྲིད་ནས་ཆགས་འོང་དེ་བསམ་པ་ལ་ད་འདི་དཀའ་ངལ་དེ་སླེབས་འོང་དེ་དངོས་གནས་བྱས་ན་མཁས་པ་མང་ཆོག་གི་དེ་འཆང་ག་རེ་གསུངས་ཟེར་གང་ཆེ་ལུང་ལས་ཟེར་བའི་ལུང་དེ་ཕ་ལམ་ཡན་ལ་གེ་ལ་སྦྱར་གི་འདུག་བ། འཕགས་ལམ་ཡན་ལག་བརྒྱད་ལ་དབུ་མ་སེར་སྦྱར་བཞག་པ་དེ་ཡུངས་ལུགས་རྙིང་པ་དཔེ་མང་པོ་ཡོད་རེད། རྒྱུད་རིམ་བཞི་པ་ལྔ་པ་སྡེ་བ་ལ་ཡོད་དེ་མཁན་རེད་བ། ཀུན་སྤྱོད་བསྟན་འཛིན་ད་སྐར་མ་གཉིས་ཚེས་མ་གཏོགས་མི་འདུག་དེ་ན་ལ། ལ་སོ། ད་དེ་འདྲ་ཡོད་རེད་ད་གང་ལྟར་བྱས་བསྡུ་བྱས་འོང་དེ། ད་ང། ཕ་སྐད་ཅེས་བདག་མེད་ཀྱི་སྐོར་དེ་ད་བྱེད་སྟངས་དེ་འདྲ་ཞིག་རེད་ཤག་ཨ་སི་ད། ད་བདུན་འོང་དུས་བསམ་པ་ལ་སྔ་མ་སྔ་མ་དེ་ས་བོན་བདེན་ཏེ་ད་ཡར་ཡར་ཐུག་ན་བདེན་བཞི་གང་ལ་ཐུག་དྲུག་གོ་དོ་ཨ། བདུན་བཞི་རང་ཁོ་རང་ཐིག་ད་འཕེལ་རིམ་དང་དེ་འདྲ་གི་ཐོག་ནས་ཨ་དཔེར་ན་གཞི་གནས་ལུགས་རིག་པ་གི་འཕེལ་རིམ་ལམ་རྣམ་འགྲེལ་རིག་པའི་གི་འཕེལ་རིམ་འབྲས་བུ་མྱང་འདས་རིག་པའི་གི་འཕེལ་རིམ་ད་བདེ་མི་འདྲ་བ་མི་འདྲ་བ་ཡོང་ནས་ད་ང་སོ་ད་འདོད་པ་འདོད་ལ་ད་ང་རང་སོ་ད་ད་ཚར་མ་གི་དུས་རབས་ཟླ་བ་གྲགས་པ་གི་རྗེས་སླེ་འོང་དུས་བསམ་པ་ལ་དུས་རབས་འདི་འདི་འབའ་རྒས་པ་གི་རྗེས་གི་ད་སྐད་ཆ་རེ་བ་ད་ད་འདིའི་རྗེས་ནས་མ་སྐད་ཆ་ཤོད་འོང་དེ་ད་དུང་ངས་སྔ་འགྱུར་ནས་མ་ཤོད་འོང་དེ་ད་ང་རེ་ཞིག་སྔ་འགྱུར་གི་སྐད་ཆ་ཤོད་དགོས་གོ་རང་སྙིང་མེ་ཕུང་དུ་ཡོང་འོང་དེ། ཨ་ནི་མཁན་སློབ་ཁྱེད་གསུམ་ནི་བཟུང་ནས་ཁུངས་དྲངས་ཡས། ད་སྔ་འགྱུར་གྱི་མཁས་པ་ཀློང་ཆེན་མན་ཞིག་ཆུ་ནས་དྲངས་མེད་ངས་མི་དྲངས་ཡས་དེ་མ་གི་བའི་རྒྱུ་མཚན་མ་རེད་ཆོག་ཅིག་ན་དྲངས་སའི་ཡོང་མ་རེད་གཉིས་ནི་ད་སྔ་འགྱུར་བ་ཟེར་གི་འོ་ནི་མཁས་པ་རྙིང་པ་དྲངས་དགོས་ར་བ་རྙིང་མ་ཟེར་མིང་གོ་ར་རྙིང་མ་ལབ་དེ་ར་བ་རྙིང་མ་ཟེར་གི་ཟེར་གི་ལ་དེང་སང་ད་སྔ་སུ་མི་ཕམ་དུ་བཞུགས་འདུག་ཨ་ཤེ་ཡང་ཤེ་དྲངས་འདུག་གི་ད་སྔ་དེ་མཁན་ས་ལོ་སོ་རོལ་དུ་དྲངས་པོ་ཞིང། རྙིང་མ་ཟེར་ཡས་དེ་ད་གོ་ག་རེ་ཆོག་ཆོག་ནས་ང་སུ་རྙིང་མ་ཟེར་དེ་དངོས་གནས་བྱས་ན་དུས་རབས་བཅུ་གཅིག་པའི་སྙིང་གི་ཡིག་ཆ་ཤང་ཤང་དྲངས་ཡོད་ད་ངས་ས་ཕྱེ་དེ་ལ་མཁན་སློབ་ཁྱེད་གསུམ་དྲངས་ཡོད། གསུང་དཔག་གི་གྲངས་ཡོད། གུ་རུ་རིན་པོ་ཆེ་གི་གསུང་གསང་ཤོག་འདི་མན་ངག་རྟ་བའི་ཕྲེང་བ་དང་ཐབས་ཤ་དཔོན་པོའི་ཕྲེང་བ་དང་འདྲ་ཏུང་ཡིག་ནི་ལ་ར་རེ་བ་རྟ་ཤ་དཔོན་པོ་དྲུག་བཅུ་སྤྲེལ་འདི་ནི་གསང་མ་གསང་ཆེན་གྲངས་ཡོད། གཏེར་གྱི་སྐད་ཆ་ཡོང་མ་རེད་ད། འདི་མཐུ་སྟོབས་སྐོར་མ་རེད་རྙིང་མ་ལ་ད་དུང་གཏེར་ཟེར་ཉར་ཉོ་རེ་བཤད་ཡོད་རེད་བ། འདི་རྗེས་མ་སྐད་ཆ་རེད་སྐབས་འདི་དེ་ལ་གཏེར་སྐད་ཆ་ཡོང་མ་རེད་འདི་སྐད་ཆ་ལ། འདི་གསང་མ་རེད་གཏེར་གྱི་སྐད་ཆ་ཡོང་མ་རེད་ཆུ་ནས་དེ་ག་ནང་རྗེས་ནས་བཀའ་ཆོས་ཞང་གསུམ། གཞུང་རེ་རེ་ཁུངས་གཏུགས་ནས་གྲངས་ཡོད། འདིའི་རྗེས་ལ་གཉན་དཔལ་དབྱངས་དཔལ་མཁས་པ་ཆེན་པོ་ཆགས་ཡོད་རེད་ཁོང་གི་གསུང་ད་ལྟ། ཐུགས་ཀྱི་སྒྲོན་མ་ལ་སོགས་པ་སྒྲོན་མ་དྲུག་ཚང་མ་ང་ཚོ་བསྟན་རྒྱུ་ལ་ཡོད་རེད་ད། འདི་ལ་བདག་མེད་ཀྱི་རྣམ་བཅད་ངེས་ཚང་བར་བགྲང་ཡོད། བདུད་ཀྱི་རྗེ་ལ་ཨ་རོ་ཡེ་ཤེས་འབྱུང་གནས་ཐེག་ཆེན་རྣལ་འབྱོར། གཞུང་སྐད་དགེ་ཆེན་ཕྱག་དེ་རེ་ཤུགས་སྙིང་པོ་བདུད་རབས་བཅུ་གཅིག་པ་སྙིང་གི་ཡིག་ཆ་ཆང་ཆང་རེ་འདི་བགྲང་ཡོད། འདི་ནི་མ་བརྗེད་ནས་ད་ངས། བདུད་རབས་བཅུ་གཅིག་པའི་རྗེ་ལ་བགྲང་བ་དེ་རོང་ཟོམ་དང་འདི་སོགས་ལ་བགྲང་བ་དེ་ལྟ་འདི་སོགས་ལ་བདག་གིས་ཞུ་བ་ནང་བཞིན་བྱས་ནས། ཕ་གི་རྗེ་སྔ་འགྱུར་གྱི་ཞེ་ས་མི་སྣའི་སྲས་ཚེ་ཐིག་དེ་བསྐྱོད་ཡོད་རེད། དེ་ནས་དུས་ཚོད་བྱུང་ན་ངས་བདག་གིས་ཞུ་མཁན་དེ་རེད་ལ་དུས་ཚོད་བྱུང་ན་ཁ་སང་རྒན་དཔལ་ལྡན་གྲགས་པའི་འགྲེལ་བ་གསུམ་སོང་བ་ལ་ད་འདི་ས་ཆུང་བ་གིས་ག་འདྲེ་ཞིག་གོང་གི་འདུག་ངས་བརྗོད་ན་འདི་ཐོག་ནས་ཞུ་དགོས་བསམས་སོ་ད་འདི་ག་འདྲེ་གང།
ཏོག་ཏོག་ཅིག་སྐར་མ་གཅིག་ན་གསུང་ཐུག་ན་གཅིག་གསུང་རོགས་གནང་ནི། ལགས་སོ་ད་ཁ་སང་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་དཔལ་ལྡན་གྲགས་པ་མཆོག་གིས་དཔལ་མི་སྲིད་ཀྱི་ཐུགས་བརྩེ་ཆེན་པོའི་སྒོ་ནས་བཀའ་འདྲི་གནང་གི་འདུག་ཨ། རྫོགས་ཆེན་ཟེར་གྱི་འདུག་ཡོད་པ་ད་ལྟ་ཁོང་གི་ཁེངས་སྐྱོད་རོ། ཡིན་ནས་དེང་སང་ཁ་ཤས་ཀྱི་རྫོགས་ཆེན་རྒྱ་གར་ལ་ཡོང་མ་རེད་ཨ་ནི་ད་གར་སོ་ཁ་སང་གར་གོ། ད་དེང་སང་ད་དགྲ་ཇག་གི་སྐད་ཆ་རེད་བ་ལ་སྦོམ་པོ་ཁ་ཤས་ཀྱི་ཅི་ཞིག་ནས་ནས་སྙིང་མ་བརྐུ་རེད་ད་འདི་ད་སྐད་ཆ་དེ་ག་ཟེར་བ་རེད་བ། ད་གང་ཟེར་ཟེར་འདིའི་ཐོག་ནས་དེ་འདྲ་རེད། འདིའི་ཐོག་ལ་རྫོགས་ཆེན་ཟེར་དེ་ཐ་སྙད་ཡོད་པ་དེ། ད་ང་རང་སུ་དེང་སང་ལག་ཐོག་ཁ་པར་རེ་རེ་ཡོད་རེད་འདི་བསྟན་འགྱུར་ལ་བརྫིས་ད། ལམ་ནི་འཇམ་པའི་ཞལ་ལུང། བདག་མདའ་ལྔ་སོགས། སངས་རྒྱས་ཡེ་ཤེས་ཞབས་ཀྱི་ལམ་ནི་འཇམ་པའི་ཞལ་ནོར་ལོ་ལ། རྫོགས་པ་ཆེན་པོ་ཅིའི་ཡུལ་སྲིད་བཅུའི་ཡོངས་སུ་དག་པ་མདོ་བྱང་ཆེན་པོ་དཔལ་སེར་པོ་དུ་བ། ད་འདི་ཡིན་ནས་གསར་འགྱུར་རེད་རྙིང་མ་མ་རེད་ཡིན་ནས་ངས་ཁུངས་ངོ་མ་འདིར་བགྲང་གི་མེད། ཁུངས་ངོ་མ་དེ་ག་རེ་དྲན་གསང་བ་སྙིང་པོ་བགྲང་ཡིན་རྒྱུད་གསང་བ་སྙིང་པོ་ལ་རྒྱུད་གསང་བ་སྙིང་པོ་ལ་ཡོད་རེད། རྒྱུད་གསང་བ་སྙིང་པོ་ལ་སྔ་འགྱུར་ཕྱི་འགྱུར་གཉིས་ཀ་ཡོད་རེད། ད་འདི་དོགས་པ་མི་འདུག་ཁས་ལེན་མགོ་མ་གོ། སྔ་འགྱུར་ཡོད་པའི་ཆ་ནས་སྔ་འགྱུར་རྙིང་མའི་གི་ལོའི་ཁས་ལེན། ཕྱི་འགྱུར་ཡོད་པའི་ཆ་ནས་ཕྱི་འགྱུར་གི་ལོའི་ཁས་ལེན། ཕྱི་འགྱུར་དེ་ཐར་ལོ་ཉི་མ་བརྒྱད་ཚན་རེད། ཐར་ལོ་ཉི་མ་བརྒྱད་ཚན་གྱི་འགྱུར་རབས་བཅུ་གསུམ་པོ་ལ་འགྱུར་རེད། འདི་འགྱུར་དེ་ཡོད་རེད་ད། སྡེ་དགེ་བཀའ་འགྱུར་ལ་ཡོང་མ་རེད། ཡིན་ནའི་ང་སོགས་སྡེ་དགེ་བཀའ་འགྱུར་ལ་མེད་ནི་མེད་པའི་ཆ་གི་མ་རོ། བཀའ་འགྱུར་དཔེ་མང་པོ་ཡོད་རེད། བསྟན་འགྱུར་ཡིན་ན་ཁག་ལྔ་མ་གཏོགས་ཡོང་མ་རེད། ད་སྡེ་དགེ་བཀའ་འགྱུར་ལ་ཡོང་མ་རེད། དེ་དཔལ་ཆེན་བཀའ་འགྱུར་ལ་ཡོང་མ་རེད། ག་བ་ཡོད་རེད་ཟེར་ན་ཕུགས་དྲག་བཀའ་འགྱུར་ལ་ཡོད་རེད།

གལ་ཏེ་ངས་དམ་བཅའ་འགག་ཡོད་དེས་ན་ང་ལ་སྐྱོན་འདོད་ཡོད་ཟེར་ང་ལ་དམ་བཅའ་མེད་པ་ན་ང་ནི་སྐྱོན་མེད་ཁོ་ན་ཡིན་ཟེར་དེ་དྲང་བཞག་འདུག་ད་ནམ་རྒྱུན། གསུང་ཚུལ་གཅིག་ལ་ཡང་རི་བོ་དགེ་ལྡན་པའི་ཕྱོགས་ཡིན་ན་ཐལ་འགྱུར་ལུགས་ལ་ཁས་ལེན་ཡོད་དམ་བཅའ་ཡོད་ཟེར་ཡ་ཅིག་དང། ད་དེ་ནས་ཡང་ཆོས་རྒྱུད་གཞན་པ་ཚོ་གི་མཁས་པ་ཁག་ཅིག་གི་གསུང་ཟིན་ནང་བཞིན་བྱེད་པ་ཡིན་ན་ཐལ་འགྱུར་ལུགས་ལ་ཁས་ལེན་ཡོད་མ་རེད་དམ་བཅའ་མེད་གང་ཡིན་ཟེར་ན། གལ་ཏེ་ངས་དམ་བཅས་འགའ་ཡོད་དེས་ན་ང་ལ་སྐྱོན་དེ་ཡོད། ང་ལ་དམ་བཅའ་མེད་པས་ན་ང་ནི་སྐྱོན་མེད་ཁོ་ན་ཡིན། དེ་ཤེས་ཆེས་དྲང་པོ་འདུག། ད་རེས་དེ་ཡིན་ན་ངས་ད་ལྟ་གོ་བ་ལེན་སྟངས་བྱས་པ་ཡིན་ན་གཞུང་འདིས་རི་བོ་དགེ་ལྡན་པའི་ལུགས་ལ་ཡང་རི་བོ་དགེ་ལྡན་པས་བཟོས་ཀྱི་མི་འདུག་སྤྱིར་ན་ཁས་ལེན་མེད་པ་དེ་བསྟན་གྱི་མི་འདུག་གཞུང་འདིས་ཁས་ལེན་ཡོད་པ་ཅིག་བསྟན་གྱི་འདུག་གང་ཡིན་ཟེར་ན་དེ་གལ་ཏེ་ངས་དམ་བཅས་འགའ་ཡོད་དེ་ན་ང་ལ་སྐྱོན་དེ་ཡོད་གསུངས་ཡོང་དུས་ངོ་མ་བས་ཁྱོད་རང་ཙོག་གི་ནས་འདུག་པ་ནང་བཞིན་གྱིས་ངས་ཁས་བླངས་ཡོད་ཡིན་ན་ངོ་མ་ཡང་བ་ཁྱོད་རང་ཙོག་གི་ང་ལ་ཡ་སྐྱོན་བཏང་པ་དེ་ནང་བཞིན་གྱིས་ང་ལ་སྐྱོན་འཇུག་གི་རེད་ད་ཟེར་ཁས་ལེན་ཅིག་བྱས་དེ་ནས་ངས་ངོ་མ་བ་ཚོ་གས་གང་བྱས་དེ་ཁས་ལེན་ནང་བཞིན་གྱིས་ལེན་གི་མེད་སོང་ཙང་ང་ནི་སྐྱོན་མེད་ཁོ་ན་ཡིན་གསུངས་ཡོང་དུས་ཕྱོགས་གཅིག་ནས་གཞན་ནས་མ་ནི་ང་སྐྱོན་མེད་ཡིན་པ་ཅིག་གསུངས། གཞན་ནས་སྐྱོན་ལྡན་སྐྱོན་མེད་ཡིན་པ་ཅིག་གསུངས་པ་ཙམ་དུ་མ་ཟད་ཡིད་ཀྱིས་དེ་དག་གོ་དམ་བཅའ་གི་ཡོད་ཡིན་ན་དེ་ནི་དམ་བཅའ་ཡོད་པ་ཁས་ལེན་ཡོད་པ་དེ་དེ་ལ་བརྟེན་ནས་གོས་སྒྲུབ་ཐུབ་ཡག་ཅིག་རེད་བསམ་གི་འདུག་ཟེར་གཅིག་དེ་རེད་ཕྱོགས་གཅིག་ནས་ད་ལྟ་དགག་པ་གཉིས་ཀྱི་གནད་མ་གོ་བའི་ཕྱོགས་དེ་གཞུང་མང་པོའི་ནང་ལས་གསུངས་བཞག་ཡོད་རེད་ད་ག་ནང་བཞིན་དེ་ཚོང་དོག་དེ་ཚོའི་ནང་ལ་ཡ། རང་བཞིན་མེད་པ་ཉིད་ལོག་ན་རང་བཞིན་ཉིད་དུ་རབ་གྲུབ་འགྱུར་གསུངས་ཡོང་དུས་རང་བཞིན་མེད་པ་མ་ཡིན་ན་རང་བཞིན་གྱིས་གྲུབ་པ་གུ་གུ་རེད་གསུངས་བ་ད་ག་རང་གིས་ཡང་ཁས་ལེན་ཡོད་པའི་ཕྱོགས་གཅིག་སྒྲུབ་ཐུག་གི་ཡོད་པའི་ཕྱོགས་གཅིག་འགུག་འདུག་ཟེར་གལ་སྲིད་ད་དེ་ལ་ཡང་ད་ལྟ་དེ་ནས་ས་སྐྱའི་མཁས་པ་ཁག་ཅིག་གིས་དོགས་འཇུག་གི་ཚུལ་དུ་དཔེར་ན་ཤ་ཚ་སྐད་དོན་དུ་གསོལ་བའི་གང་ཟག་མགོ་ལ་ཡང་དེ་ནས་མདུན་གྱི་ཤིང་དེར་ཆོས་ཅན་ཤ་ཚ་ཡོད་བ་ད་ཤ་ཚ་མེད་པ་དེ་ཁེགས་པའི་ཕྱིར་ཟེར་ཡང། ཨ་ནི་དེ་འདྲའི་སྐར་ཚོགས་རེ་དེ་དོགས་འཇོག་ཅིག་བྱེད་སྟངས་འདུག་དེ་དེ་འདྲའི་དོགས་འཇོག་བྱེད་སྟངས་དེ་ལ་ཡ། ཡུལ་མིའི་ཐེ་ཚོམ་ཟ་བ་ནང་བཞིན་མཚན་མོའི་ཁེགས་མ་ཁེགས་དེ་ཐེ་ཚོམ་ཟ་ཟེར་ལབ་པ་ཡིན་ན་ཕལ་ཆེར་ཏག་ཏག་བདེ་ཉིན་ར་བོ་ཅིག་ཡོང་གི་འདུག་དེ་སོང་ཙང་སྐུ་ཉིད་ཀྱི་དེ་དང་འབྲེལ་ནས་ཨ་ནི་དགོངས་ཚུལ་གསུང་རོགས་ཞེས་ཟེར་བ་དེ་ལ་ཤོད་ཨ་ཡེ། སོ་ལ་སོ་རྒན་ཁྱོད་ཆོས་ན་ད་འདི་ང་སོ་སོའི་བྱིན་གྱིས་ནམ་བྱིན་གྱིས་དཀའ་ངལ་དེ་ར་བ། ད་འདི་དགོངས་པ་བཤད་སང་དྲ་ཡི་མི་འདུག་ཞོན་ད་རྒན་གྱི་ཤ་ར་གསུངས་པ་ཁུངས་དང་ལུང་དང་རིགས་པ་ཚང་མ་ཡོད་རེད་དེ་ག་རང་རེད། ནི་ད་ལྟ་རྙིང་མའི་ཡིག་ཆའི་གཞི་ཆ་བཞིན་ན་ད་དེ་ས་ནས་བཞེས་གི་མ་རེད་ཟེར་ག་རེ་གསུངས་དེ་ད་དེ་བསམ་བློ་ཁོ་རང་ནས་རྦད་བསམ་བློ་ཐོག་བཅུད་འདྲ་གི་མི་འདུག་ད་ལྟ་ཁ་སང་རྒན་ཟླ་བ་རིང་ཟེར་ཟླ་བ་ཚེ་རིང་རྦད་གསོལ་བོ་གསུངས་སོང་ཨ་དེར་སོ་དེ་འདྲ་དེ་འདྲ་ང་ཚོ་ཅོག་ཙེ་འདི་ཚོ་ཚང་མ་ཡོད་དགོས་པ་རེད་ཟེར་རྙིང་མ་སུ་ནས་རྩ་ནས་མེད་གོ་རེད་འདི་ཚོ་དངོས་གནས་རེད་ད། ག་རེ་བྱས་ནས་མེད་གོ་རེད་ལབ་འོང་དེ་འདི་ཚོ་ཚང་མ་གངས་རི་གསེར་ཕུག་གི་པིན་ཆ་ཆགས་དེ་རེད་ད་མེད་བི་ཅུང་ཚེ་འདི། འདི་གནང་སྟེགས་ཀྱི་ཤེས་པ་ཚང་མ་ག་རེ་སེ་སེ་མིན་ཆིག་པིན་ཆག་ཆག་དེར་ད་མེད་པའི་རྒྱུ་མཚན་འདི་རེད། བྱས་ཙང་ང་ཚོ་འདིའི་དཀའ་ངལ་ཆགས་ཀྱི་འདུག་ཨ། དཔེར་ན་སྙིགས་མ་སུ་གི་འདི་ལ་དགོས་རེད། སངས་རྒྱས་ས་ནི་ད་དུང་ང་ཚོ་རི་བྲལ་བ་གང་གིས་ང་རང་ཚོ་ནམ་རྒྱུན་གནང་གིན་གནང་བསྟན་ད་ཨ་ལས་ད་སངས་རྒྱས་ནི་ཕྱོགས་ཤིག་ཨ་ཡོད་ན་ཟེར་ཏེ་དོགས་པ་ཟ་གི་ཡོད་རེད་ཟེར་འབད་ཀྱི་དན་རེ་བོ་ཆགས་ཀྱི་རེད་ཟེར། སངས་རྒྱས་བླང་བ་འདི་བསམ་པ་ལ། སྣང་སྲིད་ཁོ་ར་བེད་ལོག་ག་བ། ཆགས་དགོས་ར་ད། ད་འདིའི་སྐད་ཆ་ཤོད་འོང་སྟེ་བསམ་པ་ལ། དངོས་གནས་གནས་ལུགས་མཐར་ཐུག་གི་ཡིན་ན་ཆོས་ཐམས་ཅད་ཆོས་ཀྱི་ཡིན་པ་བཞི་རེད་ཀུན་རྫོབ་གསལ་བྱེད་རྙེད་ཀྱི་མ་རེད། དཔེར་ན་ང་ཚོ་རྟག་པ་མཐའ་མཚུངས་ཀྱི་དཔེ་བཞག་གི་འདུག་ཨ། རྒྱལ་སྲས་གསེར་གྱི་གླིང་ཟེར་ད་གསེར་རྐྱང་རྐྱང་ཡོད་མཁན་གྱི་ལུང་པ་ཞིག་ཡལ་ག་བྱས་ན། ལུང་པ་འདི་ལ་སླེབས་སོང་ན་གསར་དུ་ཕེབས་པ་གསལ་བྱེད་རྙེད་ཀྱི་མ་རེད་བ་ཨ་ཟེར། འདི་ནང་བཞིན་བྱས་ནས་རྣལ་འབྱོར་པ་དག་དངོས་གནས་གཅིག་ནས་དཔེར་ན་དབུ་མ་ཐལ་འགྱུར་པ་དང་ཐེག་པའི་སེམས་དབུ་མ་ཐལ་འགྱུར་པ་ཞེས་བཞག་བཞིན་ཞུ་གི་ཡིན་ད་ང་ཞུ་གི་མེད། ད་ཐེག་ཚེ་ནི་ཐེག་པའི་སེམས་འོད་ཐལ་འཇུག་པའི་གཞི་ཤར་ཕྱིན་ནས་ཐལ་འཇུག་པའི་ལྟ་གྲུབ་ལ། ཆོས་ཐམས་ཅད་ཡོད་མིན་མེད་མིན་གྱི་གནས་ལོག་མཐར་ཐུག་པ་འདི་གང་ལ་སླད་འོང་འདི་བསམ་པ་ལ། ད་འདི་དངོས་གནས་དྲང་ནི་འདི་གང་ལ་ད་ཆོས་ཀིང་འབའ་ཞིག་མ་གཏོགས་ཀུན་རྫོབ་ཆེ་རི་ར་དྲང་སྐད་ཤ་ཁོ་ར་ཡོང་མ་རེད་ཟེར། ད་འདི་ནམ་རྒྱུན་ང་ཚོ་དགོངས་ས་ཆོས་ཀིང་མང་པོ་གསུང་ཡོད་རེད་ད་དགོངས་ས་ཆོས་བཀའ་ཁྲིད་ན། ནམ་རྒྱུན་དགོངས་ས་ཆོས་བཀའ་དེ་ནས་གསུང་གི་འདུག་ཨ། འདི་འདི་ཐམས་ཅད་ངས་བེད་གད་གད་ཆེན་པོ་རེད་ཅིག་ཤུག་གོ་ཧེ་བདེ་བ་ཟེར་དེ་མ་རེད་ཟེར་ང་ཚོ་བསམ་བློ་འདི་ལས་ཀེར་ལམ་སང། གཅིག་ཀ་གཉིས་ཀ་ཟེར་མདའ་ཧ་ཤང་རེད་འདུག་ཨ་ཡིད་ཡང་ཡིད་ལ་མི་འཆི་བ་རེད་འདུག་ཨ་ཟེར་འདི་དགོངས་ས་ཆོས་ཀིང་དཔེ་གསལ་ཁ་གསུང་ཡོད་རེད།

ཡོངས་གྲགས་ཀྱི་ཚིག་གཉིས་ལ་གཉིས་ཐོག་ལ་ངས་དྲི་བ་ཞུ་རྒྱུ་ང་ཚོ་ཡོངས་གྲགས་ཀྱི་གྲངས་དེ་ཡ་གི་ར། ཨ་ནི་གཅིག་དེ་གར་ཟེར་ན། གར་ཚ་གཞན་མྱོང་བ་དང་འདྲ་བ་ལས་དྲན་རྒྱུ་ཞུ་བའི་ཐུགས་ཀྱི་ནུབ་སྟེ་ཁ་ཐུག་གཅིག་ཞིག་ར། གཅིག་ཨི་ནི། འཇིག་རྟེན་སྐྱེ་ནས་མགོན་པོས་ཀྱང་སེམས་ཀྱི་སེམས་མི་མཐོང་ཞིག་བཟོ་ད་ང་ཚོ་ཡོངས་གྲགས་ར་བ། བྱེད་དུས་འོན་ནེ་ད་ན། ཨ་གཞན་མྱོང་བ་དང་འདྲ་བ་ལས། དྲན་རྒྱུ་ཞི་བའི་ཐུགས་ཞིག་ཟེར་བ་དེ་ར་གཞན་མྱོང་བ་ན། འདྲ་བ་ལས་དྲན་རྒྱུ་ཞི་བའི་ཐུགས་ཡ་གཅིག་བྱེད། གཞན་མྱོང་བ་དང་འདྲ་བ་ལས་དྲན་ཆེ་བའི་ཐུགས་ཡིག་ཟེར་བ་དེ་གཉིས་ཡོང་གི་འདུག་ར། གོང་ས་སྐྱབས་མགོན་ཆེན་པོ་གི་ལྟར་ན་ཨ་ནི་སྤྱོད་འཇུག་བཀའ་ཁྲིད་ནང་ལ་གཞན་མྱོང་བ་ན་ཟེར་ཨ་ནི་མེད་པ་ཡིན་ན་ཨ་ནི་གོ་བདེ་གི་རེད་ཁོང་རིགས་ཀྱི་བཀའ་ཁྲིད་ནང་ད་ག་རང་ཨ་ནི་བཀོད་ཡོད་རེད་ད་ག་ན་གཞན་ཡག་ཁོང་རྟོགས་པའི་ཡིན་ན་ད་ང་ཚོ་སྤྱོད་འཇུག་གི་འབྲེལ་བ་ད་བོད་ཡོད་རེད་བ་བོད་ནང་དག་ཞུས་འདྲ་བོ་དེ་ཨ་ནི་འདིར་བ་དཀར་རྩ་བུ་སྟོན་ཐམས་ཅད་ཆེན་པག་ཏི་བརྩིགས་འདུག་སྤྱོད་འཇུག་འབྲེལ་བ་ཟླ་ཟེར་དེ་ནང་ལ་ཨ་ནི་གཞན་མྱོང་བ་ན་ཟུང་བཞག

ད་དཔེ་ཆ་མང་པོ་འདུག་ཨ་ནི། ང་རྒྱུ་སྙིང་མི་ཞུ་གཞུང་དེ་ཚོ་འདུག་མང་པོ་འདུག་ད་ནང་བཞིན་ང་ཚོ་ད་རེ་བ་རྗེ་བཙུན་ཆོས་ཀྱི་རྒྱལ་མཚན་དབུ་མ་སྤྱི་དོན་ནང་དྲག་གནོན་བཞེས་མྱོང་བ་དང་ཟེར་དྲག་གི་འདུག་པཎ་ཆེན་བསོད་ནམས་གྲགས་པའི་ཨ་ནི། དབུ་མ་ནང་ལ་དྲག་འདོན་བཞེས་མྱོང་བ་དང་ཟེར་དྲག་གི་འདུག་ཀུན་མཁྱེན་འཇམ་བཞད་པའི་དབུ་མ་ནང་ལ་དབུ་མ་ཆེན་མོ་ནང་བཞེས་མྱོང་བ་དང་ཟེར་བ་བཅས་བཞེས་མྱོང་བ་ན་ཟེར་སྙིང་ག་དྲག་གི་འདུག་ད་དེ་བྱེད་དུས་ངའི་དེ་སྐོར་ལ་ཨ་ནི། དང་ཟེ་ཡ་དེ་དང་ན་ཟེ་གཉིས་དེ་གཉིས་སྐད་དོད་གཅིག་པ་གྱི་རྒྱ་གར་ནང་གཅིག་མི་འདྲ་གཅིག་གཅིག་པ་གཅིག་ཀྱང་ཡོད་རེད་ཨ་ནི་ཁ་ཁ་ཡོད་རེད་ཟེར་བ་དེ་དེ་གོ་ལ་ཨ་ནི་རྣམ་པ་སུ་འདྲ་གཅིག་གི་དེ་གཅིག་ཡིན་ནི་གསུང་བརྗོད་རོ་ཞེས་གཅིག་གསུང་རོགས་ཞེས་སོ་དེ་གཅིག་ཞེས་ལ་ད་དེ་སྐོ་ཟེར་ད་དེ་ནི་ཚིག་རྙིང་པ་ར་བ་དེ་སྐོ་དེ་དེ་སེ་རྙིང་པ་དེ་ཨ་ནི་ག་རེད་ཟེར་ར་དཀར་ཆག། རེ་བ། འཇིག་རྟེན་ཀུན་ནི་འཇིག་རྟེན་ཅན་ནི་མགོན་མེད་ཀྱི་སེམས་ཀྱིས་སེམས་མི་མཐོང་ཞིག་གསུངས་ཟེར་བ་སྦྱོར་བ། ཨོ་དེ་ཨེ་ནི། ད་ནི་ངའི་རྩོམ་གྱི་དྲི་བ་དེ་འགོ་དེ་རྣམ་པ་ཚོས་གཟིགས་དང་རེ་བ་ཆོ་འབྲང་དང་པོ་དེ་ནི་རེད། གཞན་མྱོང་བ་དང་འབྲེལ་བ་དཀར་ཆག། འཇིག་རྟེན་ཅན་ནི་མགོན་མེད་ཀྱི་སེམས་ཀྱིས་སེམས་ནི་མཐོང་མི་འགྱུར་ཟེར་དེ་འདྲ་ཡོང་གི་འདུག་བྱེད་དུས་ཨེ་ནི་ཚིག་དེ་གཉིས། རེ་བ་ཕྱི་མ་དེ་བྱས་ན་ཨེ་ནི་རླུང་གིས་བཀག་པའི་ཤེས་བྱེད་རླུང་བཀག་པ་དེ་རྟག་རྟག་འགྲོ་བ་ཕྱིར། ཏང་གིས་ཨེ་མ་རེད། འོད་ཟེར་བཟང་ནི། འཇིག་རྟེན་བྱེད་ནི་མགོན་མེད་ཀྱི་སེམས་ཀྱིས་སེམས་མི་མཐོང་ཞེས་གསུངས་ཟེར་ན་ལུང་གི་བཀག་པར་ཏག་ཏག་འགྲོ་གི་འདུག་ཨ་ནི། འཇིག་རྟེན་བྱེད་ནི་མགོན་མེད་སེམས་ཀྱིས་སེམས་ནི་མཐོང་མི་འགྱོད་ཟེར་ཅེས་ན་ཁོ་ལུང་གི་བཀག་པར་ཁ་ཐུག་ཅིག་འགྲོ་གི་མི་རྙེད་ཟོ་འདྲ། ཚིག་ཡང་མི་འདྲ་བྱེད། དོན་དག་ཡང་མི་འདྲ་དེ་འདྲ་ཆགས་ཀྱི་འདུག་དེ་ཆེད་དུ། ད་ལྟ་དེ་ངའི་རྩོམ་གྱི་ནུས་ཡོད་བདེ་བ་འདི་ཨེ་ནི་ཚིག་འདི་འདྲའི་རྗེས་ཅིག་ངས་ཅིག་རྒྱ་གཞུང་དེ་ཚོ་ཚེ་ནི་མ་རག་ཟོ་འདྲ་ཆགས་སོང་ཨ་ནི་བོད་གཞུང་དེ་འདྲའི་ཡོད་པ་ཡིན་ན་ཨ་དེ་ཅིག་ཨེ་ནི།

རོང་སྟོན་ཤེས་བྱ། ཤ་ཆ་ལྗང་ཚལ་སོགས་ནང་འདྲ་རོང་སྟོན་ཤེས་བྱ་ཀུན་རིག་མདུན་རུ་ལ་ཨ་ནི། ཚུར་སྤྲུལ་གྱི་གདམས་པ་ཆོས་རིག་འདྲ་བོ་ཅེས་གསུངས་སོ་སྟེ། ང་ཚོ་བོད་ནཱ་ལེནྡྲ་ལ། ནཱ་ལེནྡྲ་གཞན་དབུས་དུས་ཚོད་དེ་ཨ་ནི། སྤྱི་ལོ་བཅུ་སྟོང་བཞི་བརྒྱ་སུམ་ཅུ་སོ་ལྔ་རེད། གནའ་མིའི་ཤེས་རབ་སྦྱངས་ཚུལ་དེ་སྤྱི་སྟོང་བཞི་བརྒྱ་ཨ་ནི་བཅོ་ལྔ་ལོ་ལ་བྱིན་ཞིག་ཚར་རེད། ནས་མི་ཤི་རོ་བྱང་སེ་ཏེ་སྐྱིལ་ཀྲུང་བཅས་བཞི་བརྒྱ་བཅོ་ལྔ་ལོ་ལ་བྱིན་ཤེས་པ་རེད། ནཱ་ལེནྟྲ་དེ་སྐྱིལ་ཀྲུང་བཞི་བརྒྱ་སུམ་ཅུ་སོ་ལྔ་ལོ་ལ་བྱིན་ནས་རོང་སྟོན་ཤེས་བྱ་གོ་རེ་གི་ཕྱག་བཏབ་པ་རེད། ཨ་ནི་ཕྱག་མ་བཏབ་ས་ས་སྐྱ་དེ་ལ་ཨ་ནི། ནས་མི་ཤི་རོ་བྱང་སེ་དེ་ལ་ཕེབས་ནས་རོང་སྟོན་ཤེས་བྱ་གོ་རེ་ཙལ་ལ་ཨ་ནི་སྡོམ་པ་ཞུ་རེ་འདྲ་བོ་དེ་འདྲ་ཅིག་གསུངས་སོ་ར་ཨ་ནི་དེ་ཕྱིས་དེ། ས་ཁ་འདྲ་བོ་ཞིག་ཨང་ན་དེ་ས་ཁ་ཅིག་གནང་རོགས་ཅེས་བཅུད་དེ་ཞུ་གི་ཡོད། ཨ་ནི། བྱེད་འཇུག་གི་ལས་འགན།

དཀར་ཆག་ཕོང་ཐོག་མ་ཟེར་ངེས་ཀྱི་དཀར་ཆག་སྡེ་དཀར་མ་ཟེར་ངེས་དེ་གི་ཐ་སྙད་དེ་ལ་ཡ། སྔ་འགྱུར་གཉིས་མེད་ཀྱི་དཀར་ཆག་ཟེར་ཡ་དེ་ཚོ་དཔེ་ཆའི་ཕྱོགས་ཀྱི་ས་སྟེགས་འདྲ་ཟེར་ངེས་དེ་རང་བཟོ་རེད་ཟེར་ནས་ཞུགས་མེད་ད་ས་སྟེགས་འདྲ་ཡི་ཡོད་ན་དེ་ཀ་ཤས་ཡང་དེ་ངེས་ལ་ཕོང་ཐོག་དཀར་ཆག་དང་དེ་དཀར་ཆག་སྡེ་དཀར་མ་དེ་ཚོ་ལ་སྔ་འགྱུར་གཉིས་མེད་དཀར་ཆག་ཟེར་ནས་བྲིས་ཡོད་ས་འདུག་ངས་དོགས་པ་དྲུག་པའི་རྒྱུ་མཚན་ག་རེ་ཡིན་ཟེར་ན་སྔ་འགྱུར་དུ་ཤུན་རྒྱུད་ཟེར་ཡ་དེ་སོ་སྔགས་ལ་ཆད་པ་བཞག་ཡ་མ་གཏོགས་གཞན་དག་ལ་ཆད་པ་བཞག་ཡ་ཡོད་ལ་མ་རེད། དེ་ནས་ཕུང་ཐོག་གི་དཀར་ཆག་ནོར་ལ་གཡས་པའི་ཕྱིན་ཆད་གྲུ་བརྒྱ་དང་ལྔ་བཅུ་ལ་དེ་མང་ཆེ་བ་དེ་བརྒྱ་ཤ་མང་བ་དེ་མདོ་རེད་དེ་སྤྱི་མང་པོ་དག་གཡས་སུ་ཡོད་ལ་མ་རེད། མདོའི་ནོར་ལོག་སྔགས་དང་མདོ་གཉིས་ཀྱི་ནོར་ལོག་ནི་མདོ་རེད་དེ་ཡང། སོ་སྔགས་སྔ་འགྱུར་གྱི་མདོ་ཟེར་ཡ་ཧ་ལམ་དེང་རབས་ལ་ཡོད་ལ་མ་རེད། དེ་ནི་དེ་སྤྱི་དེ་སོ་ན་མང་ཆེ་བ་དེ་མདོ་ཤོག་མ་གཏོགས་སྔགས་ཤོག་ཧ་ལམ་ཡོད་ལ་མ་རེད་དེ་ཚོ་གང་གཱ་དེ་ཐེག་པ་ཐུན་མོང་མ་གཏོགས། དེ་ནས་སོ་སྔགས་སྙིང་རྒྱུད་སྐོར་མ་ཡོད་མ་རེད་ཅི་ཟེར་འདི་ལ།

ཕྱིས་ཀྱི་གདངས་ཚིག་ཉེར་སྦྲུལ་དུ་བཤད་མི་བཤད་ཟེར་ཡ་དེ་ལ་ཅོག་འདི་ནས་མ་དེ་ཞིག་དམག་དམག་ཆས་རྒྱག་ཐུབ་ཆེ་ནི་ངས་མ་བི་དེ་ནག་ལ་ཀྲུང་གོའི་དམག་རྒྱག་དེ་སྐབས་ལ་མེ་ཆུ་རྒྱག་ཁྲག་མང་པོ་བསྒྲོན་ཏེ་དེ་གཅིག་ལ་རྒྱག་ཕ་གས་འབེ་དེ་སོགས་མིག་གི་མཐོང་ཡ་ཡས་མེ་ལ་མ་ཐེབས་པའི་རྒྱག་ཆོག་དེ་འདྲའི་ནང་ཞིག་མ་ཡིན་པ་འདིའི་ནག་ལོ་ལ་ཁོ་ལན་སྦྲུལ་རྒྱག་ནས་ཁོ་རང་འབེ་ཐུག་ལ་ཏག་ཏག་ཏང་ཟེར་ཏེ་སྐད་གྲགས་ཐད་ཅིག་གིས་ཏག་ཏག་བཟོ་ཐུབ་ཡ་གི་ཀ་རེ་བཟོ་དགོས་རོགས། ཁྱེད་ཀྱི་སྡང་མེད་ཟེར་ངེས་ཏེ། ཁྱེད་ཀྱི་སྡང་ཚིག་དེ་ཉེས་སྒྲ་རེད་མ་རེད་ཟེར་ཡག་གི་ཚིག་གཅིག་དུ་ཐག་བཅད་དེ་ཡིན་པས་གི་རྒྱུ་མཚན་དེ་སྟག་སྡེ་བོ་གཅིག་བྱས་ནས་གཅིག་བཙུར་རོ་གྱིས། གཉིས་དེ་ནི་སེམས་པ་དང་དགོན་དང་ཆག་སྒོ་དུ་མ་ཚ་ད་ངས་རྫོགས་པ་ཆེན་པོ་ཟེར་ངེས་ཏེ་ངས་རག་ཚོ་ཆུ་ཆོས་ཡ་ཆེ་ངས་འདོགས་གུ་ཞོ་ཡ་དེ་ཁྱེད་ཆེ་ཁ་བྱས་ནས་ལྷགས་སོ་དེ་རི་ཆོས་གུ་སུས་འོང་དེ་གར་བྱས་ཟེར་ངས་འདོགས་གུ་ཞོ་ཡ་དེ་རྫུ་བ་ཆེན་པོ་ཟེར་ཡག་གི་དེ་དེ་སྔའི་རྒྱ་གར་གྱི་དབྱིབས་དབྱིབས་ལ་རྒྱ་གར་དབྱིབས་དབྱིབས་ལ་དེ་མེད་པ་དགོ་ཡོང་ན་བལ་བོད་ཀྱི་དཔེ་འཁྲི་དང་སྔ་ཕྱི་མང་བོ་བལ་བའི་ལོ་ཙཱ་བ་སྔ་ཕྱི་མང་བོ་ཞིག་གཙང་ནས་མ་མཐོང་བ་ཡིན་པ་དེ་དཔེ་རེད་ཞེས་ད་བལ་བའི་ལོ་ཙཱ་བ་སོགས་ཀྱི་མ་མཐོ་བའི་རྒྱུ་མཚན་ཅིག་མེད་ཟེར་ཡག་དེ་བཤད་གི་ན་མ་མཐོ་ཞེ་ན་མེད་པ་མིན་པ་ཡིག་ཚང་ནས་བཤད་ཐུབ་གི་མ་རེད་དེ་ནི་ཧ་ཅང་སྐྱེན་པོ་ཡིན་པ་དགོ་ཡོང་ན་ཧ་ཅུག་སྲུང་བ་ཡིན་པ་དགོ་ཡོང་ན་བལ་བའི་ལོ་ཙཱ་བ་དེ་སོགས་ཀྱི་མཐོང་ངེས་བྱུང་མ་མྱོང་བ་དེ་ཧ་ལམ

སྔ་འགྱུར་གསང་སྔགས་སྔ་འགྱུར་ཡིན་ན་སྔ་འགྱུར་རྙིང་མ་ཡིན་པའི་ཆབ་ཀྱི་རེད་དེ་སྔ་འགྱུར་རྙིང་མ་ཡིན་ན་གསང་སྔགས་སྔ་འགྱུར་ཡིན་པའི་མ་ཆབ་རེད་ཞོགས་ཟེར་ན་སྔ་འགྱུར་གྱི་སྐབས་ཀྱི་དཔེ་ན་བུམ་པོ་ཏི་ཆུ་ནི་དེ་བྱེད་ཅིང་ཟེར་ཏེ་དེ་དཔེ་མང་པོ་རེད་བ་དེ་སྔ་འགྱུར་ཟེར་དུས་མདོ་ཕྱོགས་གཅིག་མ་རེད་མ་ག་སྔགས་ཕྱོགས་གཅིག་མ་རེད་མདོ་སྔགས་ཡོངས་སུ་གསོག་པ་རེད་དེ་རེད་དེ་འདི་གའི་ཚང་མ་སྔ་འགྱུར་རེད་དེ་རེད་བ་དེ་འདི་ལ་ལན་འདི་རེད་དེ་གཉིས་པ་དེ་རྒན་གྱིས་ག་རེ་གསུང་གསུང་གོང་དོ་ད། ཨོ། དེ། ད་ངས་ཁྱེད་དང་ངས་དེ་ད་རྗེས་འགྲོ་གི་འདུག་ད། ཨོ།
ད་དེ་དེ་དེ་གན་གི་དེ་དེ་དེ་གན་གི་དེ། ད་ནག་དེ་ནག་དེ།
ད་ནག་ཕྱི་པ་མ་གཏོགས་བྱ་ཡོད་མ་རོ། ནག་ནང་པ་གི་དེ་གཞན་ལ་ཞུགས་ལ་རེད། ད་དེ་གཞན་ལ་ཞུགས་ཚད་དེ་མི་མང་ཕྱོགས་ཀྱི་དེང་སང་དོགས་པ་ག་བ་བྱེད་དགོས་རེད་སོང་དེ། སྔ་འགྱུར་སྐབས་སུ་ཕག་ཆ་དཀར་ཆ། ཆུན་པོ་མ་ཟེར་ཡོད་རེད་དེ་ཡོད་པ་དེ་འབུ་སྡིང་གི་བཟི་ཡོད་རེད་འབུ་སྡིང་གི་ཁྱོད་ཡོད་རེད། ཡིན་ནས་ད་ད་ཡིག་ཆ་གཉིས་སུ་བྱས་ཡོད་མ་རེད་ད། ད་འདི་ལ་ཡོད་མེད་སྒྲོ་འདོགས་པོ་བཟའ་དགོས་རེད་གཅིག་ནས་ད་ཟླ་འདི་སྔགས་ནང་པ་དེ་འདི་ན་བཞུགས་ཟེར་ཏེ་ཏུང་ཧོའི་ཡིན་ནི་ལ་དཔེ་གསལ་པོ་རག་དགོས་རེད་ད་དེང་སང་རྒྱུད་སྡེ་སུམ་ཅུ་སོ་དྲུག་ད་རྒྱུད་སྡེ་སུམ་ཅུ་སོ་དྲུག་ནང་ལོ་ནམ་རྒྱུན་སྔ་འགྱུར་བའི་ལབ་བསྡད་མཁན་གྱི་བསྟན་དར་ཆེན་པོ་སྡེ་བཅོ་བརྒྱད་ཟང་པ་ཡོད་རེད་ད་གསང་བ་འདུས་པ་དེ་ག་རང་རྙིང་མ་གི་རྒྱུད་ཆགས་དེ་རོ་ས་ཀྱི་གསང་བ་འདུས་པ་ལེའུ་བཅུ་བདུན་རྙིང་མ་གི་རྒྱུད་གསང་མ་གསང་སེ་བྱས་ནས་སྔ་འགྱུར་ཏུང་ཧོའི་ཡིན་ནི་ལ་ལེའུ་བཅུ་བདུན་ཆགས་ས་ག་རང་རེད་དེ་སང་དེང་སང་ག་ཤེད་ཀྱི་ཟེར་གི་འདུག་ད་ངོ་ནས་རིའུ་རྒན་ནི་པ་དཔེ་མི་ཚེ་བཀའ་དྲིན་ཆེན་པོ་རེད་ཤ་ས་ད། རྙིང་མ་ནང་ལ་རྒྱུས་མང་ཆེ་ཆེ་ཉིད་ཀྱིས་ད་ཕ་བཞག་བཞག་ཡོད་རེད་ཟེར་ད། དྲ་ནི་རྗེ་རིན་པོ་ཆེ་ཀྱིས་ད་གསང་བ་ས་གསང་བ་དེ་གུ་ལ་ཤུ་བརྒྱག་ཡོད་རེད་ཟེར་ཨ་འགྱུར་ལི་རྗེའི་གསང་མ་གསང་ཟེར་རེད་ད་དེ། ཨོ་ཡ།
ངས་ཞུ་ཡ་ཟེར་བ་དེ་གསང་སྔགས་རྙིང་མ་གི་རྒྱུད་ཆགས་སུ་ཞུ་མི་རྫོགས་པ་ཆེན་པོ་ཟེར་གི་ཐ་སྙད་དེ་གི་སྐོར་དེ་ཨ་ནེ་བདེ་དགེའི་བཀའ་འགྱུར་དེ་ཤེས་ལོ་གཅིག་སྟོང་བདུན་བརྒྱ་ཉེར་བཞི་རྩ་དགུ་ནས་མགོ་ཚོས་ནས་དཔར་བརྗོད་བྱས་པ་རེད་ཁག་དེ་དེ་ཞེ་དྲག་བཏང་དེ་ཀ་ལ་མ་སྤེལ་དེ་འཇང་རྐང་རྗེས་ཡར་འཁོད་པ་ཡིན་དེ་ར་སྤྱི་ཚོད་པས་ནོར་ལོ་བཟོ་འཇུག་གི་རྒྱང་བཀའ་མ་པ་རོང་ཞུན་རྡོ་རྗེ་གི

ཨོ་མ་དེ་ད་ནང་དེ་ཤོ་གྲོང་བྱས་ན་བཞི་ཆ་དང་བཅུ་བདུན་ནས་རེད། ཨོ་མ་འཐེན་རྒྱུ་བ་དང་རང་བྱུས་པ་གཉིས་ད་ནང་བྱིན་ནས་དེ་རེད་ད་གང་ག་ཟེར། ཨ་ནི་རེ་དན་ཅེ་དང་ཁོ་ཚོ་ཨ་ནི་རང་གི་ཚིག་གཉིས་མ་འགྲུབ་བ་གང་ཟག་རང་རང་གི་ཚིག་གཉིས་མ་འགྲུབ་བ་དེ་ཨ་ནི་ད་ནི་ག་ཟེར་ཁྱོད་གང་ཟག་དར་མའི་ཕྲ་མོ་ལ་ཤར་བ་དེ་ཅི་བ་བྱེད། དེ་གསུངས་འདུག་དེ་ཡིན་པ་ཡིན་ན་ཟེར་ད་ནི་ལས་དེ་རེ་གཞུང་ནང་ལོ་ཅི་ལྟར་རང་གི་ཚིག་གཉིས་མའི་ངོ་གཉིས་སྨྲས་པ་གསུངས་པ་མང་པོ་ཡོད་རེད། ཡིན་ན་ཡང་ཨ་ནི་ཤ་ཁྲག་སྒྲོན་མེའི་སྐབས་སུ་སེམས་ཙམ་པས་ད་ནང་དེ་ཚིག། འཁོར་ལོ་བར་པའི་དགོངས་པ་འདི་མ་ནི་ཀུན་ད་ཚིག་ཉིད་ངོ་བོ་ཉིད་མེད་པ་དགོངས་པ་འགྲེལ་ཡོད་དུས་ཙམ་པ་ཨ་ནི་ཀུན་ད་ཚིག་ཉིད་ངོ་བོ་ཉིད་མེད་པ་དེ་ཨ་ནི་དགོངས་ནས་གསུངས་པ་རེད་ཟེར་དུས་ཙམ་པ་ད་ཤེས་རབ་སྒྲོན་མེའི་སྐབས་སུ་དེ་བཀག་ནས་ཨ་ནི་ཀུན་ད་ཟེར་ཏེ་ཨ་ནི་མིང་གིས་བཏགས་པའི་དོན་ལ་བཤད་ཀྱི་ཡིན་དང་ཨ་འདུ་བྱེད་ཀྱི་ཚིག་ལ་བཤད་ཀྱི་ཡིན། འདུ་བྱེད་ཀྱི་ཚིག་ལ་བཤད་པ་ཡིན་ན་ཨ་ནི་གཞན་དབང་ལ་རྐོ་བ་ལྟ་བུར་ཆགས་འགྲོ་གི་འདུག།

མ་རེད། འདི་ལྟ་ནམ་ཡིན་ད་དཔེར་ན་རྙིང་མའི་ཕྱོགས་ལས་འགའ་བྱས་ན་ད་ལྟ་དེ་རང་གི་སེམས་ཉིད་ཀྱི་སྒྲུབ་མ་གྲུབ་དང་རང་བཞིན་གྱི་སྒྲུབ་མ་གྲུབ་བྱ་རེད་འདི་ལ་འབད་བརྩོན་ཞིབ་མོ་བྱེད་ཀྱི་མ་རེད་ད་དེ་རྙིང་མ་ནང་ལོགས་རེད་བ། ད་རྒན་འདི་ཤི་བོ་རེད་བ། དཔེར་ན་རྙིང་མ་ཡིག་ཆ་ནང་ལོགས་ལ། འགལ་དཔེར་ན་ཟླ་གཟུགས་མི་བུམ་པར་གང་ཡང་ད་ངས་འདི་ན་འདི་ཆེད་རྩོམ་ན་འབྲི་འོས་རེད་བུམ་པ་ཟེར་ཡ་དང་བུམ་པའི་ངོ་བོ་ཟེར་དང་བུམ་པའི་རང་བཞིན་ཟེར་དང་བུམ་པའི་མཚན་ཉིད་ཟེར་དེ་ཚོ་ཀ་ཡ་དང་བུམ་པ་ཀ་ཡ་ལ་ཁྱད་པར་གང་ཡང་རང་གི་མཚན་ཉིད་དེ་གྲུབ་པ་དང་རང་བཞིན་གྱི་གྲུབ་པ་དང་རང་ངོས་ནས་གྲུབ་པ་དེ་ཚོ་ཐ་སྙད་སྦྱར་མ་སྦྱར་ཁྱད་པར་གང་ཡང་སྣང་གི་མ་རེད་གཅིག་པ་གཅིག་སེམས་ཅན་ན་རང་གྲོགས་གི་རེད་ལ། ཡ་ད། ད་སོ་མཁན་པོ་སྐྱེ་འཇུག་བསྟན་འཛིན་ལ་ད་ངས་དེ་ལན་ཞིག་དེ་ག་ས་བྲོ་བ་ཞིག་བྱུང་བ་ཞིག་ད་ད་ན་ང་ཚོ་དེ་ཕར་ཚུར་ཚུར་ཚུར་ངས་དེ་འགྲོ་རིན་འགྲོ་མ་རིན་ད་མ་སོ་ང་ཚོ་བྱུས་དཔེ་འདི་ད་ད་ང་ཚོ་འདི་ཤོག་ལ་ཁུར་ཞིག་ད

རང་རྒྱུད་པས་རང་གི་མཚན་ཉིད་ཀྱི་སྤྲོས་པ་བཞག་ཅེས་བཤད་པ་ཡིན་ནའང། ཤེས་རབ་དོན་མེད་ནོ་ག་རེ་གསུང་དགོས་རིགས་ཟེར་ན། སེམས་ཙམ་པ་བཀའ་འོང་འདི་ཙམ་ནས་ཁྱོད་རང་གི། ཀུན་བརྟགས་རང་གི་མཚན་ཉིད་ཅིག་མེད་ཟེར་ཡ་དེ། མདོ་བསགས་ཀྱི་གཞི་དེ་ལ་བཞག་གི་ཡིན་མིན་མདོ་བཞེས་ཀྱི་རྟོགས་པ་ལ་བཞག་གི་ཡིན་མདོ་བཞེས་ཀྱི་རྟོགས་པ་ལ་བཞག་པ་ཡིན་ན། དེ་རང་གི་མཚན་ཉིད་ཅིག་མ་གྲུབ་ན་གཞན་འོང་ལ་སྐལ་པ་འདས་པ་ཆགས་འགྲོ་གི་འདུག་ཟེར་ནས་ལས་དོན་གྱི་གསུང་བཞག་ཟེར། དེ་འདྲའི་ཡིག་ཚང་ཚིག་དེ་ལ་བརྟེན་ནས་ལས་དེའི་རང་གི་འདུ་ཤེས་ཀྱི་རྟོག་པ་རང་གི་མཚན་ཉིད་གྲུབ་པ་ཁས་ལེན་དགོས་ཀྱི་འདུག་དེ་ལ་ཁྱོད་རང་གི་གསུང་ལས་གར་ཡོད་ཟེར་མཁན་གྱི་ད་གེ་དང་གསུམ་པོ་ད་ཁྱོད་རང་དགུ་མ་ལན་སུ་ལན་མ་སུ་ལན་ཨ་ལན་སུ་ས་ད་དེ་སུ་ད། ད་ད་རྒན་གྱི་གསུང་གི་དེ་ག་རང་རེད་ད་ད་འདི་རྟོག་པ་ཞིག་འདུག་བ་ལ་འདི་རྟོག་པ་དེ་གཞན་དབང་ཡིན་པ་བཞེད་ཀྱི་མ་རེད་ད་རྙིང་མ་གི། འདུ་ཤེས་ཀྱི་རྟོག་པ་ལ་ཡོད་རེད། རེད་རེད་དཔེར་ན་དངོས་པོ་ཡིན་ན་གཞན་དབང་ཡིན་པ་བཞེད་མ་རེད་ད་གེ། འདུ་ཤེས་ཀྱི་རྟོག་པ་ར་བ་འདུ་ཤེས་ཀྱི་རྟོག་པ་སྲིད་དེ་རྣོ་རྟོག་བ་རེད།

མཁན་པོ་ལགས།
ཐོག་མ་དེ་ལ་རེ་བ་ད་ངས་དེ་ས་བཤད་བྱེད་ཀྱི་ཡིན་ས་བཤད་ཟེར་གི་རེ་བ་ད། ད་ལྟ་གོང་ཞིག་ལུས་ལས་ལངས་འདུག་ན་མེད་པ་བྱུང་ཆེད་མེད་པ་གསོན་ཟེར་ཡ་ཞིག་འདུག་བ། དེ་ལ་ཨ་ནི་རྒྱ་ས་རྒྱལ་ཁས་ག་རེ་གསོན་ཡ་ཟེར་ན། ཨ་ནི་བོད་ཀྱི་འབྲི་བྱེད་གོང་བཀད་པ་དེ་ཐོག་མ་ནས་ཕ་རོལ་པོའི་ངོ་ལ་དྲག་གི་བོད་ཀྱི་ངེས་པ་ཡས་མ་རེད། ཨ་ནི་དེ་ག་རེ་རེད་ཟེར་ན་དེའི་ཁ་ཐུག་དེ་ལ་ཨ་ནི་དེའི་སྒོ་ནས་ཐེ་བྱེད་ཀྱི་བཀའ་ཁྲི་མཛད་ཀྱི་རེད།

དེ་ལ་ཁྱེད་ཚ་རྒྱ་ས་རོང་པོ་ཆེ་གེ་ཨ་ནི་དེ་འདྲས་སོ་ནས་སྐད་ཡོད་དེ་ལ་འདྲི་ཆེ་གོང་སྐད་པ་དེ་དོང་པོ་ནས་ཕ་རོ་པའི་བློ་ངོ་ལ་འཁྲི་པའི་གེ་ངེས་པ་ཡས་མ་རེད་ཟེ་གསུང་ཡས་རེད་དེ་ལ་ག་རེད་ཟེ་ན་དེ་གོ་དེ་ལ་ཐེ་ཆེ་ཅི་བཀའ་འདྲི་ཛེ་ཡ་གེ་ཆེ་ད་ལ་དེ་གསུང་པ་རེད་ཟེ་དེ་གོ་དེ་ལ་ག་དེ་ཐེ་ཆེ་མ་བཀྲ་ན་ཁྱེད་ཀྱི་ལུས་ན་ཇི་ལྟར་བྲོས་ཟེ་ནས་ཐེ་ཆེ་བཀའ་འདྲི་ཛེ་ཡོང་གི་འདུག་བ་འོ་དེ་ཅི་བྱེད་དེ་ངས་ས་ཆེན་འདྲ་བོ་ཞིག་ཡིན་ད་ད་ད་ངས་བྱེད་ཡ་དེ་རེད་བ་ད་ངས་བྱེད་ཡ་དེ་རེད་བ་ད་ད་ག་རེད་ཟེ་ན། ད་ལྟ་བདེན་པའི་མཐོང་བ་གྲོལ་བྱེད་ཀྱི། སྟོང་ཉིད་མཐོང་བས་ཅི་ཞིག་བྱ་ཟེར་ཡ་དེ་ཁ་ཐོད་དེ་ལ། ད་ཆུང་ངའི་གཙོ་བོ་དེ་ཉིད་དེ་བདེན་གཉིས་རེད་ཟེར་ཏེ་མོ་པ་རིན་པོ་ཆེ་ཧུ་ཐག་རུ་བཙུན་གོ་དོ། དེ་ཡིན་དེ་ལས་བྱེད་ཚ་ཆུང་ང་དེ་གས། ཨ་ནི། བསྙེན་པ་ནས་བཤད་པའི་མི་རྟོགས་སུ་གྱུར། དེ་བུ་གས་གོམས་པ་གཙང་བྱས་གས་ཨ་ནི། གར་ས་དེས། འཁོར་བ་ལས་གྲོལ་བ་ཐོག་འགྲོ་གོ་དོ། སྟོང་ཉིད་རྟོགས་གས་ཡང་མི་འདུག་ཟེར་ཡ་ཞིག་གས། ཉིད་དེ་བདེན་གཉིས་གས་དེ་འདྲས་གས་བརྩེ་བ་དེ་ལ། ད་ལན་ཞིག་རྒྱག་གི་གས་ར་བ། དེ་རྒྱག་ཡོང་དེ་ལ། ད་མི་གས། དེ་ལ།

ཨ་ཁོ་ཁོ་བ་ལས་གྲྭ་ཚར་བ། རེད་རེད་རེད། ཁོ་བ་ལས་གྲྭ་ཚར་བ་ཡིན་ཙང་ཨ་ནི་ཉི་ཏི་དེ་ཉིད་ཁྱེད་རང་གི་འདས་པའི་གི་དགྲ་བཅོམ་པ་དེ། ཁྱེད་རང་གི་འདས་པའི་དགྲ་བཅོམ་པ་དེ། ཨ་ནི། ག་རེ་ས་ད་ལྟ་སྲས་འདི་ཉིན་མོ་ཅན་མ་ཡོང། མ་འོ་རེད་ད་འདི་ཡོད་ར་ཁོ་ལ་རྡོ་རྗེའི་རྟགས་ཡོད་རེད་འདི་ཉིན་མོ་ཅན་མ་ཡིན་པའི་སྲས་པ་ཆགས་དེ་རེད། འདི་ཏག་ཏག་ཡོད་དེ་རེད་ཁོ་གྱིས་ལ། འདི་ཉིན་མོ་ཅན་མ་ཡིན་པའི་སྲས་པ་རེད་ལ་རེད།

རིག་པ་འདི་རང་གསུང་གཅིག་ཕྱག་དྲུག་དང་སོ་སོ་གསུང་གཅིག་འདྲ། འདིར་རིག་པ་འདི་ཐུགས་ཟབ་སྣ་སྒོ་ས་རེ་མ་གཏོགས་ལུང་ལ་རིག་པ་ཡོད་པའི་ཁྱབ་རེ་ཚ་ཁྱི་ལོ་ཡོད་རེ་དང་ཀིང་ཀིང་སློང་ཆེན་ག་སའི་རིག་པ་སྐྱོན་བཞག་རེ་དང་ཡེ་ནས་རིག་པ་ཡག་པོ་བསམ་བློ་བཏང་དང་དེང་སང་བཞི་བཅུ་མཁས་པོ་ཟེར་གི་འདུག་ཁྱེད་རང་ཚོས་ཀྱི་རིག་པ་དེ་ཁྱེད་རང་ཚོས་ཀྱི་ལྟ་གྲུབ་གསུང་གཅིག་རེ་བཞག་གྲུབ་མཐའ་གསུང་ཡ་རེ་བཞག་ཟེར་སེམས་ནང་གི་རྡོག་པ་སེལ་གི་མི་འདུག་ད་ཟེར་དེ་ག་རང་རེད་འདུག་ཨ་ད་ད་ང་ཚོ་ད་ད་རིག་པ་ག་ཤེད་བཏང་གི་ཡོད་ཡེ་ནས་སོ་སོ་སེམས་ནང་གི་རྡོག་པ་སེལ་ཡོད་མ་རེད། ང་དག་རྟོགས་པ་ཡི་གེ་འདི་ལྟར་བདེ་བདེ་རེ་ཁྱེད་རྣམས་པ་གི་རྟགས་སྙིགས་མ་གི་ཡོད་མིན་མེད་མིན་རེ་ཟེར་བདེ་བདེ་རེ་ཧཧཧ་ང་སྐབས་རེ་གད་མོ་རང་ལངས་ཡོད་དོ་འདི་དཔེ་ཡག་པོ་འདུག་ད་འདི་དཔེ་ཡག་པོ་འདུག་འདི་བདེ་བདེ་རེད་འདི་བཙལ་གི་མ་རེད་རིག་པ་འདི་ཚོ་སོག་གི་ལྟ་གྲུབ་སྐྱོང་བྱེད་ཆགས་གི་འདུག་ལྕགས་རི་ནང་ཆགས་གི་ཡོད་རེད་ང་ཚོ་བློ་གཟུ་ལེན་ལྕགས་རི་ནང་ཆགས་གི་འདུག།
འོ་ལགས་སོ་ཐུགས་རྗེ་ཆེ་ད་ང་ཚོ་བར་ཚད་འདི་བཅད།